ཞབས་བྱུང་བཅུ་བདུན་པའི་ས་ཁྱི་བོད་ཟླ་གསུམ་པའི་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་བཞི་པའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ལས་རིམ་འགེངས་སྲིད་བཞུགས་ཡོད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྐལ་བཟང་ལྷ་མོ་ལགས་དང་འཕྲིན་ཐུང་ཕྱག་རོགས་གནང་མཁན་ལྡི་ནེ་ཤི་ལགས་གསར་འགྱུར་དང་གནས་ཚུལ་ཁག་རིམ་པའི་ངོ་སྤྲོད་ཞུ་མཁན་ཀརྨ་རྒྱ་མཚོ་ལགས་དང་གུ་མི་ཨ་འགྲོའི་ཐུན་མོང་གི་ཐོག་མར་ང་ཚོས་སེང་གེ་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆེར་བསྐྱེད་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་སྟོང་ཕྲག་ཙམ་ལ་བཀའ་སློབ་བསྩལ་བའི་སྐབས། སྐྱེ་འགྲོ་གཅིག་གྱུར་ལྷན་སྐྱེས་ཀྱི་བཟང་སྤྱོད་དང་བྱམས་བརྩེའི་འདུ་ཤེས་དེ་གསོ་སྐྱོང་བྱེད་རྒྱུ་ཧ་ཅང་གལ་ཆེན་པོ་ཡིན་སྐོར་བཀའ་བསྩལ་གནང་ཡོད་པ་སོགས་ཐེངས་འདིའི་གསར་འགྱུར་ཁག་དང།

ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བུད་མེད་འཕྲོད་བསྟེན་ཡར་རྒྱས་གཏོང་དགོས་བའི་ཁ་ལོ་ཟབ་མོ་ཕེབས་པའི་དགོངས་དོན་གཞིར་བཟུང། དབུས་བུད་མེད་སྒྲིག་འཛུགས་ཀྱིས་རྒྱ་གར་ནས་བཙན་བྱོལ་བུད་མེད་ཁྲོད་འཕྲོད་བསྟེན་གྱི་དཀའ་ངལ་སྤྱི་དང། དམིགས་བསལ། འགོས་ནད་རིགས་སྔོན་འགོག་གི་ལས་དོན་ཡར་རྒྱས་གཏོང་རྒྱུར་འབད་བརྩོན་གནང་བཞིན་པའི་སྐོར་གནས་ཚུལ་ཕྱོགས་སྒྲིག་བྱས་པ་ཞིག་དང།
དེ་ནས་རྩོམ་སྒྲིག་པས་གླེང་སྟེགས་ཞེས་པའི་ལེ་ཚན་ནང་དཀྱིལ་ཤར་ཡུལ་གྲུ་སི་རི་ཡ་ནང་སྲིད་དབང་གཅིག་སྡུད་པ་བཱ་ཤ་ཨ་སཱ་ཏི་ཡིས་བཙན་བྱོལ་གོ་མཚོན་འཕེན་ཏེ་ཞི་བའི་མི་མང་སྡེབ་གསོད་བཏང་བའི་རྫ་དྲག་གི་གནས་སྟངས་ཐོག་ཨ་མི་རི་ཀ་གཙོ་བོར་གྱུར་བའི་ནུབ་ཕྱོགས་ཡུལ་གྲུ་ཁག་གིས་གཡར་ལན་སློག་བཞིན་པའི་སྐོར་རྩོམ་སྒྲིག་འགན་འཛིན་རྣམ་པས་བགྲོ་གླེང་གནང་བ་བཅས། སེམས་སྐྱོ་ཁ་ཁ་རྗེས་སུ་རིམ་པས་བསལ་གནང་གི་རེད། ཐོག་མར་དེ་རིང་སེམས་སྐྱོ་སྐར་མ་རྒྱ་མཚོ་ལགས་སྙན་འབྲི་ཞུས་གནང་གི་རེད། གཡང་དྲུང་ལགས་ཐུགས་ཆེ་གནང་བོད་རྒྱ་བླ་ན་མེད་པའི་དབུ་ཁྲིད་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞོག་ཁོག་རྡ་རམ་ས་ལར་ཕྱི་གི་ཡུལ་སྐོར་སྤྲོ་འཆམ་པ་སྟོང་ཕྲག་ཙམ་ལ་མཇལ་ཁ་དང་མིག་སེར་བཀའ་སློབ་བསྩལ་གནང་བའི་གནས་ཚུལ་འདུག་འདི་ཚེས་བཅུ་དྲུག་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཨེ་ཤེ་ཡ་དང་ཨོ་སི་ཁྲུ་ལི་ཡ་ཁུལ་གྱི་ཨེ་ཤེ་ཡ། དེ་བཞིན་ཡོ་རོབ་བྱང་དང་ནུབ་ཨ་མི་རི་ཀ་དང་ལྷོ་ཨ་ཕི་རི་ཀ་བཅས་ནས་ཡུལ་སྐོར་སྤྲོ་འཆམ་པ་ཆིག་སྟོང་ཙམ་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་བའི་སྐབས་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་དེང་སང་སྐྱེ་འགྲོ་གཅིག་གྱུར་ལྷན་སྐྱེས་ཀྱི་གཞི་རིམ་བཟང་སྤྱོད་དང་བྱམས་བརྩེའི་གདུལ་བྱའི་གསོ་སྐྱོང་བྱ་རྒྱུ་དེ་ཧ་ཅང་གལ་འགངས་ཆེན་པོ་ཡིན་པ་དང་ང་ཚོས་དུས་རབས་ཉི་ཚོགས་བྱེད་པ་དེ་དུས་རབས་ཉི་ཤུ་ནང་བཞིན་ནོར་འཁྲུལ། མ་བཏང་བར་སའི་གོ་ལའི་མིའི་ཐེར་འབུམ་ལྷག་ཙམ་ཡོད་པ་དེ་དག་གིས་དུམ་བུའི་སེམས་ཅན་ནང་བཞིན་མ་ཡིན་པར་མིའི་རྣམ་དཔྱོད་བཏོན་ནས་ཞི་བདེ་བག་ཕེབས་ཀྱི་ཁོར་ཡུག་བསྐྲུན་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་གསུངས་གནང་འདུག་ཡང་གོ་ལ་མཆོག་གིས་རང་ཉིད་ཁོ་ནའི་ཆེད་དུ་བསམ་བློ་བཏང་ན་སོ་སོ་གཅིག་པུ་ལུས་རྒྱུ་རེད། དཔེར་ན། ངས་ང་ཏཱ་ལའི་བླ་མ་དང་གཞན་པ་ཚོ་གཞན་པ་ཡིན་པར་ངོས་འཛིན་ཁོ་ན་བྱས་པ་ཡིན་ན། ང་གཅིག་པོ་ལྷག་གི་རེད་ཅེས་གསུངས་གནང་འདུག་ཡང་གོང་ས་མཆོག་གིས་དེང་དུས་ཀྱི་ཤེས་ཡོན་སློབ་གསོའི་ནང། མི་རིགས་དང་ཆོས་ལུགས། དཔལ་འབྱོར་སོགས་གལ་ཆེར་ངོས་འཛིན་བྱེད་སྟངས་ཆེ་དྲགས་ཀྱི་དབང་གིས་བུ་ཕྲུག་ན་གཞོན་ཚོར། འགྲོ་བ་མིའི་ལྷན་སྐྱེས་ཀྱི་འདུ་ཤེས་བཟང་པོ་དགོས་གལ་ཆེ་སྐོར་གསུངས་གནང་འདུག་ཡང་གོང་ས་མཆོག་གིས། རྒྱ་གར་ལ་ཆ་བཞག་པ་ཡིན་ན་འཛམ་གླིང་ནང་གི་ཆོས་ལུགས་དང། རིག་གཞུང་མང་ཆེ་བ་ཡོད་ཀྱང་གནའ་སྔ་མོ་ནས་རྒྱ་གར་གཞུང་གིས་ཆོས་ལུགས་རིས་མེད་ཀྱི་ལྟ་གྲུབ་འཛིན་པ་དེར་བསྔགས་བརྗོད་གནང་བ་དང་ཆབས་ཅིག་ཏུ་ད་དུང་ཡང་རྒྱ་གར་ནང་མི་རིགས་དབྱེ་འབྱེད་ཀྱི་དཀའ་ངལ་ཕྲན་བུ་ཡོད་རེད་ཅེས་གསུངས་གནང་འདུག ྋགོང་ས་མཆོག་མགོ་འཁྱོག་གིས ྋགོང་ས་མཆོག་གིས་ན་གཞོན་ཚོ་རང་ཉིད་ལ་ཡིད་ཆེས་སླེབས་པའི་ཆེད་དུ་ནང་སེམས་ཀྱི་བདེ་སྐྱིད་དགོས་པར་བརྟེན། རང་དོན་དང་རང་ཚོ་ཁོ་ནར་མ་ཡིན་པར་སྤྱི་ཚོགས་ལ་འགན་འཁུར་ཐུབ་པའི་ཡ་རབས་བཟང་སྤྱོད་ཀྱི་སློབ་གསོ་དེ་དགོས་གལ་ཆེན་པོ་རེད་ཅེས་གསུངས་གནང་འདུག་གོང་ས་མཆོག་གིས་བཀའ་སློབ་གནང་བའི་རྗེས་སུ་ཕྱི་རྒྱལ་བའི་མི་སྣ་མང་པོས་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེའི་སྐོར་དགོངས་བཞེས་བྱེད་སྟངས་དང་ཐ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ནང་ནམ་ཕབ་སོགས་ཀྱི་བཀའ་ནི་ཡང་མང་དག་ཞིག་ཞུས་གནང་འདུག།

དེ་ལོ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་དགུ་ཉིན་ཁོང་གྲངས་བདུན་ཅུ་རུ་དགོངས་པ་རྫོགས་གནང་ཡོད་པ་དང། དམ་པ་དེ་ཉིད་ཀྱི་ཆེད་ཕྱི་ཚེས་བཅོ་ལྔ་ཉིན་གཞེས་འདོན་གོ་སྒྲིག་གནང་འདུག་སྐུ་ཞབས Franz དམ་པ་དེས་དགོངས་རྫོགས་གཞེས་འདོན་དེ་ཡུན་ཏན་གླིང་ནང་པའི་ཆོས་ཚོགས་རང་དུ་གནང་ཡོད་ཅིང་སྐབས་དེ Brazils སྐུ་ཚབ་དོན་གཅོད་དགོངས་བཀྲ་ཤིས་ཕུན་ཚོགས་ལགས་གཙོ་བོར་གྱུར་བའི་ས་གནས་བོད་མི་མཉམ་ཞུགས་གནང་ཡོད་པ་མ་ཟད། དེང་ནང་བཞིན་ཡུ་རོབ་ས་གནས་ཁག་ཏུ་ཡོད་པའི་བླ་མ་དང་དགེ་བཤེས་བཅུ་དྲུག་ལྷག་ཙམ་ཞིག་དང། སྐུ་ཞབས Franz དམ་པ་དེའི། ནང་མི་སྤུན་མཆེད་དང་ཡུན་ཏན་གླིང་ནང་པའི་ཆོས་ཚོགས་ཀྱི་ཚོགས་མི་སོགས་ཁྱོན་མི་གྲངས་བཞི་བརྒྱ་ལྷག་ཙམ་ཞིག་མཉམ་ཞུགས་གནང་འདུག་ད་རེས་གཞན་དོན་འདུ་འཛོམས་འདིའི་ཐོག་སྐུ་ཞབས་ཧྥ་རན་སི་ཡི་སྤུན་མཆེད་དང་ཉེ་མྱུར་གྲོགས་པོ་ཚོས་མཐུན་འགྱུར་ཆེན་པོ་གནང་ཡོད་པ་རེད། སྐུ་ཞབས་ཧྥ་རན་སི་དམ་པ་དེས་བྷ་ར་སིས་ནང་ཡོད་པའི་སྐུ་ཚབ་དོན་གཅོད་ཁང་དང་ལོ་མང་འབྲེལ་བ་ཆེན་པོ་ཡོད་པ་དང་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་སྦེལ་ཇམ་ནང་ཞབས་སོར་ག་དུས་འཁོད་བ་ཡིན་ལས་གྲ་སྒྲིག་གནང་མཁན་གཙོ་བོ་ཞིག་ཡིན་པ་རེད། སྐུ་ཞབས Franz དམ་པ་དེ་ཉིད་ནི། ཡོན་ཏན་གླིང་ནང་པའི་ཆོས་ཚོགས་ཐོག་མར་གསར་འཛུགས་གནང་མཁན་གྱི་ཚོགས་མི་ཞིག་ཀྱང་ཡིན་པ་དང་ལྷག་པར་དུ་ཡུ་རོབ་ནང་ཡོད་པའི་ཆོས་ཚོགས་ཆེ་ཁག་གི་དབུ་བླ་ཨུ་རྒྱན་རིན་པོ་ཆེ་དང་སྐར་རྟ་རིན་པོ་ཆེ། བཀྲ་ཤིས་ཉི་མ་རིན་པོ་ཆེ་བཟོད་པ་རིན་པོ་ཆེ་བཅས་ཀྱི་གསུང་རྒྱུན་གཙོ་བོ་ཞིག་ཡིན་པ་དང་ཨུ་རྒྱན་རིན་པོ་ཆེ་དང་སྐར་རྟ་རིན་པོ་ཆེ་རྣམ་གཉིས་དགོངས་པ་རྫོགས་གྲུབ་འདུག་ཁ་མདའ་ཁེ་སི་སྤྱི་ཚེས་བཅོ་ལྔ་ཉིན་སྐུ་ཞབས Franz དམ་པ་དེ་ཡི་དགོངས་རྫོགས་བཞེས་འདུན། གང་ལེགས་བྱུང་ཡོད་པ་དང་གཞན་དོན་ནང་མཉམ་ཞུགས་གནང་མཁན་ཚོས་ཁོང་གི་ནང་མི་སྤུན་མཆེད་ཚོར་ཐུགས་གསོའི་འཚམས་འདྲི་ཡང་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན་མཆོག་བཞུགས་སྒར་རྡ་རམ་ས་ལར་ཧི་མ་ཅལ་མངའ་སྡེའི་ཉིན་མོ་ཐེངས་བདུན་བཅུ་དོན་བཅུ་པ་དང་སྲུང་བརྩིའི་མཛད་སྒོར་མཉམ་ཞུགས་གནང་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན་འདི་ཚེས་བཅུ་དྲུག་ཉིན་དཔལ་འབྱོར་བཀའ་བློན་ཀརྨ་ཡེ་ཤེས་མཆོག་ཧི་མ་ཅལ་མངའ་སྡེའི་གཞུང་གིས་སྡིངས་ཆ་གནང་བ་ལྟར་བདུད་རྩི་བཅུ་ལྔ་ཉིན་བཞུགས་སྒར་དཱམ་ཙུ་རའི་ཉེན་རྟོག་གི་ཐང་ཆེན་ནང་ཧི་མ་ཅལ་ཉིན་མོ་བདུན་ཅུ་དོན་གཅིག་པ་སྲུང་བརྩིའི་མཛད་སྒོ་ཐོག་མཉམ་ཞུགས་གནང་སྐབས། མཛད་སྒོའི་སྐུ་མགྲོན་གཙོ་བོར་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་དང་ནུས་ཤུགས་བློན་ཆེན་ཤི་རི་ཨ་ནིལ་ཤར་མ་མཆོག་དང། དེ་བཞིན་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་ཚོགས་གཞོན་ཤི་རི་ཧན་སི་རཱཇ་ཕེབས་ཡོད་འདུག། མཛད་སྒོའི་ལས་རིམ་དེ་རིང་ནང་རྐང་ཐང་རྫོང་གི་དམག་གྲུ་དྲན་གསོ་ཁང་དུ་རྒྱལ་ཁབ་ཀྱི་དཔའ་བོ་རྣམས་ལ་རྗེས་དྲན་ཞུ་བ་དང་ཆབས་ཅིག་ཧི་མ་ཅལ་ཁྱབ་ཁོངས་ཉེན་རྟོག་པ་དང་སློབ་གྲྭ་ཚོས་རུ་ཏྲ་གི་ལམ་ནས་མཉམ་ཞུགས་གནང་ཡོད་འདུག་ཧི་མ་ཅལ་ས་ཁུལ་དེ་ནི་དེ་སྔ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཟླ་བ་བཞི་པའི་ཚེས་བཅོ་ལྔ་ཉིན་བཙུགས་ཡོད་པ་དང། དེ་རྗེས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཕྱི་ཟླ་བཅུ་བཅུ་བའི་ཚེས་གཅིག་ཉིན་མཉམ་འབྲེལ་གྱི་ས་ཁོངས་ཤིག་ཆེད་འཛུགས་གནང་སྟེ་ཡང། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། ཀང་ར་གཙོས་པའི་ཀ་ཏེ་པཱན་ཇབ་ཁུལ་གྱི་ས་མཐོའི་ས་གནས་ཁག་ཅིག་ཧི་མ་ཅལ་མངའ་སྡེའི་ཁོངས་སུ་གཅིག་གྱུར་བཟོས་ཡོད་འདུག་དེ་མཚམས་གཅིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ཕྱི་ཟླ་བཅུ་བའི་ཚེས་བཅོ་བརྒྱད་ཉིན། རྒྱལ་ཁབ་དབུས་གྲོས་ཚོགས་ནས་ཧི་མ་ཅལ་མངའ་སྡེའི་བཅའ་ཁྲིམས་གཏན་འབེབས་རྗེས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ཕྱི་ཟླ་དང་པོའི་ཚེས་གཉིས་རྩ་བ་ནས་ཧི་མ་ཅལ་མངའ་སྡེ་དེ་བཞིན་ད་ལྟའི་གནས་སྟངས་འོག་ཚུར་དུ་གནས་མུས་ཡིན་པ་རེད། ཨེ་ཤི་ཡ་རང་དབང་སློབ་འབྲིང་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་རྒྱང་བསྲིངས་ཞུ་གི་ཡིན། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་གསང་མྱུལ་གནས་ཚུལ་ལེན་བདེ་བྱེད་སའི་དྲ་རྒྱ་གསར་པ་ཞིག་ཕྱིར་བཟོ་བྱས་འདུག། ཧྥ་རན་སི་གསར་ལས་ཁང་གིས་དེ་རིང་ཕྱི་ཚེས་བཅུ་དྲུག་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་གསང་ཉུལ་བའི་བྱེད་ལས་རིགས་འགོག་ཆེད་རྒྱ་ཡིག་དང་དབྱིན་ཡིག་གཉིས་ཀའི་དྲ་རྒྱ་གསར་པ་ཞིག་བཙུགས་ཏེ་སྤྱི་ཚོགས་རིང་ལུགས་ཀྱི་སྒྲོམ་གཞི་མེད་པར་གཏོང་བས་མཚོན། རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་བཟོ་བའི་རིགས་སྔོན་འགོག་ཆེད་ཡིན་ལུགས་འགྲེལ་བརྗོད་བྱས་ཡོད་པ་མ་ཟད་རྒྱ་ནག་གི་གསང་བའི་ལས་ཁུངས་ཀྱིས། རེས་གཟའ་ཉི་མར་རྒྱ་ནག་གི་མི་སེར་དང་ཕྱི་རྒྱལ་བ་སུ་རུང་ཞིག་གིས། སྲིད་གཞུང་དང། དམག་དཔུང་གི་འགོ་ཁྲིད་བཅས་ཀྱི་ཁྲོད་ལྐོག་ཏུ་རྒྱལ་ཁབ་ཀྱི་གསང་བ་ཉོ་ཚོང་བྱེད་པ་དང་དྲག་པོའི་ཟིང་འཁྲུག་སློང་བ་དང་གྲངས་ཉུང་མི་རིགས་ཁ་བྲལ་བ་ལ་ངན་སྐུལ་བྱེད་པ་སོགས་ཀྱི་གནས་ཚུལ་རིགས་གཞུང་ལ་ལན་བརྡ་བྱ་དགོས་པའི་སྐུལ་འདེད་བྱས་ཡོད་པ་མ་ཟད། པེ་ཅིན་གྲོང་ཁྱེར་གྱི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱིས་གསང་ཉུལ་གྱི་གནས་ཚུལ་གཞུང་ལ། ལེ་འདེབས་བྱེད་མཁན་རིགས་ལ་རྒྱ་ནག་གི་སྒོར་མོ་ཁྲི་གཅིག་ནས་འབུམ་ལྔ་ཡིས་སྤྲོད་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་ཡོད་པ་རེད།
གཞན་ཡང་ཕྱི་རྒྱལ་བ་ཚོས་རྒྱ་ནག་ནང་མི་སུ་རུང་དང་ཐུག་འཕྲད་ཀྱིས་རྒྱ་ནག་གི་སྲིད་དབང་ལ་ཉེན་ཁ་བཟོས་པའི་བྱ་སྤྱོད་རེ་སྤེལ་བའམ་ཡང་ན་བྱ་སྤྱོད་དེ་རིགས་སྤེལ་བའི་དོགས་པ་ཡོད་མཁན་བཅས་ཀྱང་གཞུང་ལ་བརྡ་ལན་བྱེད་རྒྱུའི་གྲས་སུ་བླུགས་ཡོད་ལུགས་གསལ་སྟོན་བྱས་འདུག། བྱང་ཀོ་རི་ཡའི་བདེ་དྲོད་མགོ་བརྩེགས་ཀྱི་དཀའ་རྙོག་ཅིག་དང་དེ་རྗེས་འཛམ་གླིང་ནང་ཚོང་འབྲེལ་གྱི་འཐབ་རྩོད་ཡང་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་འདིར་ད་ཆ་ནམ་རྒྱུན་ནས་མ་འཆམ་པའི་རྒྱ་ནག་དང་ཉི་ཧོང་བར་འབྲེལ་ལམ་སྐྱར་གསོ་གནང་གི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཉི་ཧོང་ནང་ཉིན་གསུམ་བྱུང་འཚམས་འདྲི་གཟིགས་སྐོར་དུ་འབྱོར་སྐབས། ཉི་ཧོང་གི་སྲིད་བློན་ཤིན་ཛོ་ཨ་བྷེ་མཆོག་གིས་སྣེ་ལེན་ཞུས་པའི་སྐབས། རྒྱ་ནག་དང་ཉི་ཧོང་གི་འབྲེལ་ལམ་བཟང་དུ་གཏོང་རྒྱུ་དང་བྱང་ཀོ་རི་ཡའི་དཀའ་རྙོག་སེལ་རྒྱུར་ཡུལ་གཉིས་མཉམ་རུབ་ཀྱི་ལས་འགུལ་སྤེལ་གལ་ཆེན་པོ་ཆགས་ཡོད་ལུགས་འགྲེལ་བརྗོད་གསུངས་འདུག་སྲིད་བློན་ཨ་བྷེ་མཆོག་རིང་མིན་ཨ་མེ་རི་ཀར་ཕེབས་གནང་གིས་ཨ་མེ་རི་ཀའི་སྲིད་འཛིན Donald Trump ཚོགས་པའི་མཇལ་འཕྲད་ཀྱིས་བྱང་ཀོ་རི་ཡའི་དུད་འགྲོའི་གོ་མཚོན་གྱི་དཀའ་རྙོག་མཚམས་འཇོག་སྐོར་བཀའ་བསྡུར་གནང་གཏན་འཁེལ་བྱས་ཡོད་ཀྱང། ལས་དོན་དེ་བསྒྲུབ་པའི་ཆེད་དུ་རྒྱ་ནག་གི་མཐུན་འགྱུར་ཡང་དགོས་གལ་ཆེན་པོ་ཆགས་ཡོད་ལུགས་འགྲེལ་བརྗོད་གནང་འདུག། རྒྱ་ནག་གི་ཚེ་རིང་དབང་སྐྱིད་ཀྱིས་རྒྱ་ནག་དང་ཉི་ཧོང་གཉིས་ཀྱི་འབྲེལ་ལམ་བསྐྱར་གསོ་བའི་གད་མོ་ཕྱེ་ཡོད་པར་བརྟེན། མ་འོངས་པར་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་འགྲོ་རྒྱུར་རེ་བ་ཆེན་པོ་ཡོད་ཅེས་གསུངས་གནང་འདུག་ཉི་ཧོང་གི་བར་ལམ་ནས་བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་གྱི་ཉེན་ཁ་གདོང་ལེན་བྱེད་ཕྱོགས་ཐད། བྱང་ཀོ་རི་ཡའི་བློ་མཐུན་རྒྱ་ནག་དང་བསྟུན་གྱིས་དམར་ནག་རང་ན་ཆགས་ཡོད་པར་བརྟེན་ནས། ཚེ་རིང་ཨ་བྷེ་དང་རྒྱ་ནག་གི་སྲིད་འཛིན་རྒྱ་ནག་གི་ཕྱི་སྲིད་བློན་ཆེན། རྒྱ་ནག་གི་སྲིད་བློན་ལི་ཀང་དང་དེ་བཞིན་ལྷོ་ཀོ་རི་ཡའི་སྲིད་འཛིན་མུན་ཇེ་ཨིན་རྣམ་གཉིས་རྣམ་པ་ཚོ་ཡང་མཇལ་འཕྲད་གནང་རྒྱུའི་གོ་སྒྲིག་གནང་བཞིན་པ་དང་ཡང་གནས་ཚུལ་ལ་ཐོན་པར་གཞིགས་ན་གོང་ཚུལ་ཚོགས་འདུ་དེ་བརྗོད་ཕྱི་ཟླ་ལྔ་པའི་ནང་འཚོགས་རྒྱུའི་རེ་བ་གནང་གི་ཡོད་འདུག་དེས་མ་ཚད་སྲིད་བློན་ཨ་བྷེ་དང། རྒྱ་ནག་གི་སྲིད་འཛིན་གཞིས་བྱེས་རྣམ་གཉིས་ཀྱང་མི་ལེན་སྐོར་མཇལ་འཕྲད་གནང་རྒྱུའི་འཆར་གཞི་ཡང་ཡོད་འདུག། རྒྱ་ནག་གཞུང་གིས་བཙོན་འཇུག་ལོ་བདུན་བྱས་པའི་ཐག་གཅོད་ཀྱིས་རྒྱ་རིགས་ཡེ་ཤུའི་ཆོས་འཕེལ་བ་སྐུ་ཞབས་ཚའོ་ཡེ་ཕུས་ཁོང་གི་པཱ་ལགས་ཀྱི་ཆབ་སྲིད་དང་འབྲེལ་བའི་ནག་ཉེས་བསགས་མེད་སྟབས་ཁོང་གི་ནག་ཉེས་ཡང་དུ་གཏོང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། རྒྱ་ནག་ནང་ཡེ་ཤུའི་ཆེས་ཕུལ་དགེ་སྐུ་ཤེའུ་ཚའོ་དང་ཁོང་གི་ལས་རོགས་ཤིག་གིས་རྒྱ་ནག་ལྷོ་ངོས་ནས་འབར་མའི་ནང། སྨྱུག་མའི་གྲུ་ཆུང་ཆུང་ཞིག་བརྒྱུད་ཡེ་ཤུའི་ཆོས་སྤེལ་བར་ཕེབས་ཡོད་པ་དང་ཁོང་གིས་ལོ་མང་རིང་ཡེ་ཤུའི་གསུང་རབ་བར་པོལ་དང། ཞལ་སྨྱུག་བྲིས་སྟེགས་སོགས་བསྣམས་ཏེ་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་འབར་མའི་ནང་ཡེ་ཤུའི་ཆོས་སྤེལ་བ་དང་དེ་བཞིན་འབར་མའི་ནང་ཡོད་པའི་གྲངས་ཉུང་མི་རིགས་ཀྱི་བུ་ཕྲུག་ཚོར་ཡེ་ཤུའི་ཆོས་དང་འབྲེལ་བའི་ཐོག་ནས་རིན་མེད་ཀྱི་སློབ་གསོ་སྤྲད་གནང་གི་ཡོད་པ་རེད། ཁའོ་ཡི་མཉམ་དུ་འབར་མའི་ནང་འགྲུལ་བཞུད་གནང་མཁན་ཨ་མི་རི་ཀའི་ནང་བརྟན་བཞུགས་གནང་མཁན་མི་སྣ་ཞིག་གིས་གསལ་སྟོན་གནང་འདུག་གུང་ཁྲན་ལྔ་བཅུ་ང་བརྒྱད་ལ་ཕེབས་པའི་སྐུ་ཞབས་ཚའོ་ཆི་ལོ་ཉིས་སྟོང་བཅུ་བདུན་ལོའི་ཕྱི་ཟླ་གསུམ་པའི་ཚེས་ལྔ་ཉིན་འབར་མའི་ནས་རྒྱ་ནག་ཡུན་ནན་ཞིང་ཆེན་ནང་ཚུར་ལོག་སའི་སྐབས། ས་ཁུལ་དེའི་ཁྲུའུ་ཆུ་ཁར་རྒྱ་ནག་གི་བདེ་འཇགས་མི་སྣས་སྒུག་ནས་བསྡད་པ་གཟིགས་དུས་ཁོང་གིས་ལམ་སེང་ཕྱག་ལ་གནམ་ཡག་གི་ཞལ་འབག་དེ་ཆུ་ནང་གཡུག་ན་ཡོད་པ་རེད། དེའི་རྐུན་རྫས་གཙོ་བོ་ནི་རྒྱ་ནག་ཕྱག་ལ་གནམ་པའི་ཞལ་འབག་དེའི་ནང་རྒྱ་ནག་ལ་ཡོད་པའི་ཡེ་ཤུའི་ཆོས་སྤེལ་མཁན་ལས་རོགས་ལྔ་བཅུ་ལྷག་ཙམ་གྱི་འབྲེལ་བ་བྱེད་སའི་ཞལ་འབག་ཨང་གྲངས་ཡོད་སྟབས་ཁོང་གིས་ཁོ་ཚོའི་བདེ་འཇགས་ཀྱི་ཆེད་དུ་ཞལ་འབག་དེ་ཆུ་ནང་གཡུག་ན་ཡོད་པ་རེད། ཡིན་ནའི་སྐུ་ཞབས་ཚའོ་ཁོ་རང་དེ་ནས་ཐར་ཐབས་མེད་པར་བརྟེན་རྒྱ་ནག་གཞུང་གིས་བདེ་འཇགས་མི་སྣའི་འཛིན་བཟུང་བྱས་ཏེ་མཐར་ཁྲིམས་འགལ་གྱི་ཐོག་ནས་ས་མཚམས་བརྒལ་བའི་ལས་འགུལ་སྤེལ་མཁན་གྱི་ནག་ཉེས་མིང་ཐོག་ནས་ལོ་བདུན་བཙོན་འཇུག་བྱེད་རྒྱུའི་ཐག་གཅོད་བྱས་ཡོད་པ་རེད། ལོ་ནི་ཉི་ཤུ་རྩ་གསུམ་ཡིན་པའི་ཁོང་གི་བུ་ཨ་མི་རི་ཀའི་ཇཱན་ཀལ་ཧྥུན། བྱང་ཁོར་ལེ་ནོ་ན་ཡོད་པའི་པན་ཐའོ་ཡིས་ངའི་པཱ་ལགས་ཀྱིས་ཆབ་སྲིད་ཀྱི་ལས་འགུལ་གང་ཡང་སྤེལ་གནང་མེད་པ་རེད་ཁོང་ནི་ཆོས་ཕྱོགས་སམ་དགེ་རྩའི་ཕྱག་ལས་གནང་མཁན་ཞིག་ཡིན་པ་རེད། རྒྱ་ནག་གཞུང་གིས་ཁོང་ལ་ལོ་བདུན་བཙོན་འཇུག་བྱེད་རྒྱུའི་ཐག་གཅོད་དེ་མིན་པར་བྱམས་སྙིང་རྗེ་ཏོག་ཙམ་སྒོ་ནས་བཙོན་འཇུག་གི་ལོ་ཚད་ཉུང་རུ་གཏང་རྒྱུར་རེ་བ་བྱེད་བཞིན་ཡོད་ཅེས་ཨེ་ཕིའི་གསར་ལས་ཁང་དུ་གནས་ཚུལ་འདྲི་གཅོད་གནང་འདུག།
བོད་ཡུལ་ལོར་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་ནང་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པས་འབྱུང་འགྱུར་ལོ་ཤས་ནང་བཟང་ཕྱོགས་ཀྱི་འགྱུར་བ་ཡོང་སྲིད་སྐོར་བཀའ་བསྩལ་གནང་བའི་སྐོར་ཆོས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སོག་ཚང་ལོ་པེ་ལགས་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཟླ་བཙན་ཤོར་བོད་མིའི་ལྟེ་གནས་བཞད་དབར་རྡ་རམ་ས་ལ་ཁུལ་དུ། གནམ་སྐུ་འདི་ལྗོངས་རྒྱུ་བའི་སྐོར་ལ་ཡོང་མཁན་མང་པོ་ཡོད་པར། བར་སྐབས་ནས་ཁོང་ཚོ་ལ་གོང་ས་སྐྱབས་མགོན་ཆེན་པོའི་མཇའ་ཁ་བཀའ་སློབ་གནང་གི་ཡོད་པ་བཞིན་ད་ལན་སྤྱི་ཟླ་བཞི་བའི་ཚེས་བབ་བཅུ་དྲུག་གི་ཉི་མ་ཡང་འཛམ་གླིང་གི་རྒྱལ་ཁབ་མི་འདྲ་བ་དྲུག་ཆུ་བཞི་རྒུ་ཙམ་ནས་ཡོང་བ་ཕྱི་རྒྱལ་མི་རིགས་ཆིག་སྟོང་ལྔ་བརྒྱ་སྒར་བར་མཇའ་ཁ་གནང་སྟེ་དེང་རབས་ཀྱི་ཤེས་ཡོན་གྱི་ནང་མིའི་ནང་སེམས་གྱི་ཡོན་ཏན་གོང་སྤེལ་གྱི་སྐོར་གཅིག་རྒྱུ་གལ་ཆེ་བ་དང། རིགས་རུས་ཀྱི་དབྱིབས་འབྱེད་བྱེད་མི་རུང་བར་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་རྒུད་པ། ནང་སེམས་ཀྱི་ཡོན་ཏན་གོང་འཕེལ་གཏོང་བ་དང་སེམས་ཀྱི་ཞི་བདེ་ཡོང་བར་ནང་ཆོས་ཀྱི་གཞུང་དུ་ཤེས་ཡོན་གཏིང་ཟབ་ཡོད་པ་ངེས་པར་སློབ་སྦྱོང་བྱ་དགོས་པ་སོགས་གསུངས་ཏེ། རྒྱལ་གཅེར་བ་ཚོས་བཀའ་འདྲི་ལ་བཀའ་ལན་གནང་སྐབས། རྒྱ་ནག་གི་འགྱུར་བ་འགྲོ་དང་འགྲོ་བཞིན་པ་ཡིན་པས་ཁོང་གིས་རྒྱ་ནག་གི་གོ་རིམ་དེ་ཙམ་ཐུགས་ཁྲལ་གནང་གི་མེད་པ་དང།

རིག་གནས་གསར་བརྗེ་ཆེན་པོ་ཟླ་དེའི་སྔོན་ལ། ཆོས་སྤྱི་ཟླ་ཁྱད་པར་ནང་ཆོས་ལ་གཏོར་བཤིག་ཚབས་ཆེན་ཐེབས་ཡོད། རིག་གནས་གསར་བརྗེའི་མཇུག་བསྒྲིལ་མཚམས་ལོ་ངོ་སྟོང་ཕྲག་བརྒྱུད་པའི་ཧྲོལ་རྒྱུན་འདི་གང་མགྱོགས་བསྐྱར་གསོ་བྱུང་བ་མ་ཟད། དེང་སང་རྒྱ་ནག་གུང་ཁྲན་ཏང་མི་མང་པོ་ཞིག་ཀྱང་སེམས་གཏིང་ནས་གནང་བ་ཡིན་ལ། མིའི་སེམས་ཁམས་དང་འབྲེལ་བའི་ཆོས་གང་འདྲ་ཟིག་ཡིན་ནམ་མི་རབས་ཅི་ཙམ་བརྒྱུད་ཀྱང། དྲག་ཤུགས་ལ་བརྟེན་ནས་སེམས་ཁམས་དེ་འགྱུར་བ་གཏོང་མི་ཐུབ་པར་བརྟེན། དངོས་གནས་རྒྱ་ནག་གི་སྐོར་དེ་ཙམ་སེམས་ཁྲལ་བྱ་གི་མེད། ལོ་རབས་ནས་ལོ་རབས་བརྒྱུད་དུ་འགྱུར་བ་འགྲོ་བརྡ་འགྲོ་བཞིན་པ་ཡིན་པས། ངོས་ཀྱིས་བསམ་ན་འབྱུང་འགྱུར་གྱི་ལོ་ཞིག་ནང་བཟང་ཕྱོགས་ཀྱི་འགྱུར་བ་རེ་ང་ཚོས་མཐོང་སྲིད་པ་རེད། དེ་ལས་ཀྱང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ནས་ང་ཚོས་རང་བཙན་འདི་ཁ་བྲལ་མི་རྩོད་པར་ཐག་བཅད་དེ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སྒྲོམ་གཞིའི་འོག་འདུག་རྒྱུར་མོས་མཐུན་གཙང་མ་བྱས་ཡོད། རྒྱ་ནག་གི་རྩ་ཁྲིམས་ཀྱི་ནང་གྲངས་ཉུང་མི་རིགས་ལ་ཐོབ་ཐང་གང་སྤྲད་ཡོད་པ་དང། དེ་ཙམ་མ་ཟད་རྒྱ་ནག་རྩ་ཁྲིམས་སུ་ས་ཁུལ་མང་བོ་ཟིག་བོད་ཀྱི་ས་ཁུལ་ལ་ངོས་འཛིན་བྱས་ཡོད་སྟབས། རྩ་ཁྲིམས་སུ་བོད་རང་སྐྱོང་ལྗོངས་དབྱར་རང་སྐྱོང་ས་ཁུལ། རང་སྐྱོང་གི་རྫོང་བཅས་གསར་ཡོད་ནད་བོད་ཀྱི་ས་ཁུལ་ལའང་སོ་སོའི་ཆོས་དད་རིག་གཞུང་སྐད་ཡིག་བཅས་གཅེས་འཛིན་གྱི་ཐོབ་ཐང་གཅིག་མཚུངས་ཡོད་དགོས་པ་རེད་ཅེས་བཀའ་གནང་སོང་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞར་འཇབ་གསུང་ཐུགས་ལམ་རྒྱལ་གཅེར་བ་ཚོས་དགའ་སྤྲོ་ཧ་ཅང་ཆེན་པོ་གནང་གི་འདུག་ཀྱང།

ལྷག་པར་ཧྥ་རན་སི་གི་སྤྱི་ཚོགས་སུ་དཀའ་རྙོག་ཆེན་པོ་ཡོད་པར་བརྟེན། གོང་ས་མཆོག་གིས་རྒྱ་ནག་དང་རྒྱ་མི་རིགས་ལ་བཅངས་བའི་བརྩེ་སེམས་དེ་མི་དཔེ་ཟླ་སེམས་འགུལ་ཆེན་པོ་ཐེབས་བྱུང་བ་གི་སྐོར་ཡང་ངོ་སྤྲོད་གནང་གི་འདུག་ཡང་ཨ་མེར་ཁ་ནས་ཡིན་པ་མི་རིགས་ནག་ཧོ་གི་བུད་མེད་དེ་ཆར་སྲིད་ནས་བསླབས་ན། མོ་རང་གོང་ས་ཆེན་པོའི་མི་གཅིག་གྱུར་གི་འདུ་ཤེས་དགོས་བ་དང། སྤྱི་ཚོགས་དང་རྒྱལ་ཁབ་ཀི་ས་མཚམས་མེད་པར།

ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་སྤྱི་ནོར་ཁོང་སྐམ་པོ་ཆེན་པོ་མཆོག་གིས་བོད་མིའི་འཕྲོད་བསྟེན་ཡར་རྒྱས་གཏོང་དགོས་པའི་བཀའ་སློབ་ཟབ་མོ་ཕེབས་པའི་དགོངས་དོན་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱིས། རྒྱ་གར་བཙན་བྱོལ་བོད་མིའི་ཁྲོད་དུ་འཕྲོད་བསྟེན་གྱི་དཀའ་ངལ་སྤྱི་དང་དམིགས་བསལ་འགོས་ནད་སྔོན་འགོག་གི་ལས་དོན་ཡར་རྒྱས་གཏོང་རྒྱུའི་འབད་བརྩོན་གནང་བཞིན་པའི་སྐོར་གཡུ་སྒྲོན་ལགས་ཀྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་འདི་གསན་རོགས་གནང། ཉེ་ཆར་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་དྲུག་དང་ཉི་ཤུ་བདུན་ཉིན་གཉིས་རིང་བཙན་བྱོལ་བོད་མིའི་འཕྲོད་བསྟེན་ཡར་རྒྱས་གཏོང་ཡུལ་ཁག་གི་ཐོག་ལ་ཞིབ་འཇུག་གི་ཚོགས་འདུ་ཐེངས་དྲུག་པ་དེ་བཞུགས་སྒར་རྡ་རམ་ས་ལར་བསྐོང་ཚོགས་གནང་ཞིང། ཚོགས་འདུ་དེའི་ཐོག་བོད་ལུགས་དང་ཕྱི་ལུགས་ཀྱི་སྐུའི་བླ་སྨན་པ་དབུས་རྒྱ་གར་བོད་པའི་གཞིས་ཆགས་ཁག་ནང་ཕྱག་ལས་གནང་བཞིན་པའི་ཕྱི་ལུགས་སྨན་པ་དང་བོད་ལུགས་སྨན་པ། སྨན་ཁང་འགན་འཛིན་སོགས་ཀྱིས། ཉིས་སྟོང་བཅུ་དྲུག་ལོར་དེ་སྔ་ལྷ་ས་སྨན་རྩིས་ཁང་བཙུགས་ནས་ལོ་ངོ་བརྒྱ་འཁོར་བའི་དུས་དྲན་གསུང་ཆོས་ཞུ་བའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་འཕྲོད་བསྟེན་སྤྱི་དང་ནད་རིགས་སྔོན་འགོག་ཐོག་ལ་ཡར་རྒྱས་གཏོང་དགོས་གལ་ཆེ་བའི་བཀའ་སློབ་ཕེབས་པའི་དགོངས་དོན་སྙིང་བཅངས་ཀྱིས་ཉིན་གཉིས་དེའི་རིང་ལ་འཕྲོད་བསྟེན་སྤྱི་དང་ཡང་སྒོས་འགོས་ནད་རིགས་དང་གཞན་ཡང་འགོས་ནད་རིགས་མ་ཡིན་ཡང་བོད་མིའི་བདེ་ཐང་ལ་ཉེན་ཁ་ཆེ་བའི་ནད་རིགས་ཁག་སྔོན་འགོག་བྱ་ཐབས་ཀྱི་ཐབས་ལམ་ཡར་རྒྱས་གཏོང་ཕྱོགས་ཐོག་ལ་བཀའ་མོལ་གནང་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན་མཆོག་གིས་འགྲེལ་བརྗོད་གནང་ཡོད་པ་རེད། དེའི་ནང་ལོགས་ལ་བཙན་བྱོལ་བོད་མིའི་གི་འཕྲོད་བསྟེན་གི་གནས་བབ་དང་དེའི་གི་ཐིག་ཐོག་ལ་གདོང་ལེན་བྱེད་དགོས་ཡ་དང་དེའི་དཀའ་ངལ་སེལ་ཡ་ལ་ལམ་སྟོན་ག་རེ་ཡོད་མེད་གི་བརྗོད་གཞི་རེད། གསོ་བ་རིག་པ་དང་ཕྱི་ལུགས་དེ་ཟུང་དུ་སྦྲེལ་བའི་ཐོག་ནས་འགྲོ་སྟངས་གི་ཐོག་ལ་ཕན་རླབས་དེའི་གི་ཁེ་ཕན་ལེན་ཕྱོགས་གི་ཐོག་ལ་ལམ་སྟོན་རེད། དེ་ག་ནང་བཞིན་གློ་ནད་ཏི་བི་དང་དེའི་གི་སྔོན་འགོག་གི་ཐོག་ལ་རེད། དེ་ག་ནང་བཞིན་མཆིན་པའི་གཉན་ཚད་དང་སྔོན་འགོག་གི་ཐོག་ལ་རེད། དེ་ག་ནང་བཞིན། གཅིག་གིས་གཅིག་ལ་འགོས་ནད་མ་ཡིན་པ་ཡི་ནད་གཞི་འདྲ་མིན་དང་གཅིག Cancer རེད་ད་ན་གཞན་ཁྲག་ཤེད་རེད་ད་ན་གཞན་ད་གཅིག་ཉིན་རེ་ཉིན་རེ་གི་སོ་སོའི་གི་བྱ་སྤྱོད་ཀྱི་ཐོག་ནས་ནད་ན་ཚ་འདྲ་མིན་ཕོག་བསྡད་ཡ་ཡིན་པ་ཡིན་ན་གཅིག་གིས་གཅིག་ལ་འགོས་ཡ་མེད་པའི་གི་ནད་ན་ཚ་ཡིན་ན་མིག་གི་སོགས་ལ་ཉེན་ཁ་ཆེན་པོ་བཟོ་བསྡད་གི་ནད་ན་ཚ་དེ་འདྲའི་གི་ཐོག་ལ་ཉི་མ་གཉིས་ནང་ཆགས་ཏེ་ཉི་མ་གཉིས་པའི་ནང་ལོགས་ལ་སྤྱི་ཡོངས་ཀྱི་འཕྲོད་བསྟེན་གི་ཐོག་ལ་ནི། གོ་རྟོགས་སྤེལ་ཡག་དང་དེ་ཚོ་ལ་སྔོན་འགོག་བྱེད་ཡག་གི་ཨ་ནི་དགོངས་ཚུལ་ཟེར་ན་རེད་བརྗོད་གཞི་རེད་དེ་ག་ནང་བཞིན་འཕྲོད་བསྟེན་གི་ཐོག་ལ་ད་སྲིད་ཇུས་ཅིག་གཏན་འབེབས་བྱེད་དགོས་འོས་རེད་ད་ལས་འཕྲོད་བསྟེན་ལས་ཁུངས་ངོས་ནས་དེ་སྔ་ཨ་ནི་འཕྲོད་བསྟེན་གི་སྲིད་ཇུས་ཅིག་རགས་ཟིན་ཅིག་ཡོད་རེད་དེ་ག་དང་ཐོག་སྣོན་འཕྲི་སྤོར་གཅོག་བྱེད་པའི་རགས་ཟིན་གཉིས་པའི་ངོ་བོ་ཐོག་ནས་རྣམ་པ་ཚོའི་ངོས་ནས་དགོངས་ཚུལ་ག་རེ་ཡོད་མེད་དཔུང་དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་ཟུང་དྲུང་བྱམས་པ་ཕུན་ཚོགས་ལགས་ཀྱིས་ཀྱང། ད་རེས་ཉིན་གཉིས་ཀྱི་ལྷན་ཚོགས་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཀའ་སློབ་ལམ་སྟོན་ཕེབས་པའི་ཐོག་ལ་ལག་བསྟར་གནང་རྒྱུར་འབད་བརྩོན་གནང་བའི་སྐོར་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ཐོག་གསུངས་ཡོད་པར་གཞིགས། བར་སྐབས་ནས་ཨ་འཇིགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གྱི་དེ་བཞིན་ཤར་བ་ཐོག་ནས་ང་ཚོ་མི་མང་དང། ཡུལ་མི་སྒྲིག་འཛུགས་དང་འཕྲོད་བསྟེན་ལས་ཁུངས་དང་ཚང་མའི་ངོས་ནས་ང་ཚོའི་གི་སྤྱི་ཚོགས་ནང་ལོགས་ལ་ཡང་ལས་རིགས་སྔོན་འགོག་དང་དེའི་ཐོག་ལ་ཡང་ལྷག་པར་དུ་ཤུགས་རྒྱག་དགོས་ཡག་གི་ཐབས་ཅིག་ཚང་མས་གི་ཁ་གསོ་བར་སེམས་ཤུགས་རིང་མ་ཞིག་སྐྱེད་ཆེད་ཐུགས་སྣང་གནང་བསྡད་ཡོད་རེད་དེའི་ཐོག་ལ་ཡང་ད་དུང། གཅིག་བཀའ་ཟུར་བས་ཤུགས་ནན་སུ་བསྐྱང་དགོས་འདུག་དེ་གང་ལ་ད་ལྟའི་ང་ཚོའི་སྤྱི་ཚོགས་ནང་གི་ཨ་འཇིག་ཏི་བི་ནན་ས་ཏི་དང་ཁྱིམ་པའི་གཉེན་ཚད་འདིའི་ཐོག་ལ་ཡང་དོ་སྣང་གནང་དགོས་འདུག་དེ་འདྲ་བྱས་ཤིང་ཡང་སྲིད་ཡང་སྲིད་འདིའི་ཐོག་ལ་གོང་ཚོད་ཀྱི་གསུང་བས་སོ། སྐབས་དེའི་ཚོགས་བཅར་གནང་བའི་ཕྱི་ལུགས་སྐུའི་བླ་སྨན་པ་ཚེ་བརྟན་རྡོ་རྗེ་མཆོག་གིས་ཀྱང་ནོར་ཝེ་བོད་ཀྱི་བརྙན་འཕྲིན་ལས་རིམ་ཐོག་གཞིས་རྩེའི་འཕྲོད་བསྟེན་ལས་ཁུངས་ནས་ད་བར་བོད་མིའི་འཕྲོད་བསྟེན་དང་བདེ་ཐང་ཐོག་ལ་སྔོན་འགོག་གི་ལས་དོན་རིམ་པ་སྤེལ་གཏིང་ཡར་རྒྱས་ཆེན་པོ་ཕྱིན་པའི་ནང་ནས་དཔེར་མཚོན་ཞིག་ནི་གློ་ནད་སྤྱི་པའི་འགོས་ནད་དེ་དེ་སྔ་ལས་ཧ་ཅང་ཉུང་དུ་ཕྱིན་པས་ཡར་རྒྱས་ཕྱིན་ཡོད་ན་ཡང་སྤྱི་ཚོགས་འཕེལ་རིམ་གྱི་ཁྲོད་ནས་ནད་ན་ཚ་ཡང་མང་དུ་འགྲོ་བའི་རྒྱུ་རྐྱེན་ཐོག་ནས་དེང་སྐབས་བོད་པའི་ཁྲོད་དུ་མཆིན་པའི་འགོས་ནད Hepatitis རིགས་འདི་དེ་སེམས་ཚབས་སྐྱེ་གཞི་ཞིག་ཏུ་གྱུར་ཡོད་པའི་གཟིགས་ཚུལ་སྐོར་འགྲེལ་བརྗོད་གནང་ཡོད་པ་རེད། འཕྲོད་བསྟེན་ལྷན་ཁང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ནས་དབུ་འཛུགས་གནང་པ་ནས་བཟུང་ནད་རིགས་སྔོན་འགོག་ཐོག་ནས་གོང་བུ་མ་ཞིག་ཏུ་མ་རེད་གོང་བུ་བཞི་ཞུ་བར་ད་ཡིན་ནའི་ད་འདིའི་ཕག་རུ་དེ་ད་དེ་འདྲ་ཡག་སྲིད་པའི་ནང་ལོ་ཕལ་ཆེར་ད་བཞི་བཅུ་མ་ཟིན་ཅིག་འགྲོ་གི་ཡོད་ད་འཕྲོད་བསྟེན་ལྷན་ཁང་དབུ་འཛུགས་གནང་དེ་ཕྱི་དུས་ག་ནས་སྤྱི་ཚོགས་ཧུར་ཧར་ནང་འཕྲོད་བསྟེན་གྱི་དཀའ་ཉེན་དེ་དེ་དེ་ཐོན་ནས་ཤེས་རྒྱ་འགྱུར་བ་འགྲོ་གི་ཡོད་དེ་འདྲ་ཡིན་དུས་ག་ནས་དང་པོ་ནས་ད་ཅིག་གི་སྐྱབས་བཅོལ་ནང་ཁོང་ཚོ་འཕྲོད་བསྟེན་ལྷན་ཁང་གི་བྱ་ལས་དེ་ལས་གཞི་དེ་མ་སྤེལ་གནང་དུས་ག་ནས་ཅིག་ད་དཀའ་ཉེན་དེ། འགོ་བཙུགས་ཡོང་དུས་ཀ་ནས་ཁོ་རྒྱ་ཆེན་པོ་ཞུ་རྒྱུ་ཡོད་པ་དང་ག་ལེ་ག་ལེ་ག་ལེ་བྱེད་ཀྱི་ཁོ་གདོང་ལེན་བྱེད་དུས་ཀ་ནས་ཡང་དེ་གདོང་ལེན་བྱས་པའི་པོ་རུ་དེ་རྒྱུ་བ་མང་པོ་ཞིག་འགྲོ་བསྡད་དུས་ཀ་ནས་ནེ་རུའི་སྔོན་འགོག་དོན་དང་པོ་ནི་མ་ནང་པའི་མ་རེད་བྱས་ནས་དེ་ཞིག་ད་འདོད་ཅིག་ཤུབ་རུ་དེ་མ་ཅིག་མུ་མཐུད་ཅིག་བརྒྱབ་པས་མ་ཟད་སྤྱི་ཚོགས་ཁོ་རའི་ནང་ལས་ནས་ན་ཚ་དེ་རྒྱུ་བ་ཞིག་འགྲོ་བསྡད་ཡོད་དོ། དེ་ཡིན་དུས་ཀ་ནས་ད་ད་ལྟའི་ཆ་ནས་ཞུས་པས་ན་ད། ཀྲི་པིའི་ནད་གཞིའི་ཐོག་ནས་འདི་ག་ལ་ག་འཛོམས་ཀྱིས་གྲུབ་འབྲས་ཆེ་པོ་ཐོན་ཤག་ང་ཚོ་འདི་འདྲའི་ལྟས་དེ་དོན་ཕལ་ཆེར་བརྒྱ་ཆ་ལྔ་བཅུ་ལྷག་སྲིང་ལེ་མ་རྒྱ་རི་རྒྱ་ཐང་དུ་བ་ཡོད་པའི་ཀྲི་པིའི་ནད་གཞི་གི་ནད་འབོར་དེ་མ་ཉུང་ཆེ་ཤག་བརྒྱ་ལྔ་བཅུ་ལྷག་ཉུང་ཆེ་ཤག་ཡིན་ནས་ད་ན་ཚ་གསར་བ་ཡར་ལེན་ངོ་དེ་ཡིན་དུས་ག་ནས་ད་ད་ལྟ་དེ་ཕྱིས་སུ་ད་ཕལ་ཆེར་ཀྲི་པིའི་རྗེས་ལ། ང་ཚོ་དོ་སྣང་ཆེན་པོ་སླེ་ཡ་གཅིག་དེ་མཆིན་པའི་གཉན་རྩལ Hepatitis B ཟེར་ཡ་དེ་རེད་དུ་བ་ད་ད་ལྟ་སྤྱི་བཏང་ནས་ང་ཚོ་སྤྱི་ཡོངས་སྐྱབས་བཅོལ་བོད་མི་ནང་བལྟས་བལྟས་དུས་ཀ་ནས་ད་ཅིག་མི་ཚང་མས་སེམས་འཚབ་ཆེ་ཤོས་བྱེད་ས་ཕལ་ཆེར་ཏི་བི་ལས་ལྷག་ལྷག་མཆིན་པའི་གཉན་རྩལ་དེ་ལས་ད་སེམས་འཚབ་ཆེ་ཤོས་བྱེད་ཀྱི་འདུག་དེའི་དུས་ཀ་ནས་དེ་ལས་ཡང་ང་ཚོའི་ཤུགས་དེ་ཕལ་ཆེར་ད་ལྟ་འདང་གི་མེད་པ་བཟོ་བཞིན་འདུག་དེའི་དུས་ཀ་ནས་དེ་ལས་ཡང་རྣོན་པའི་ཤུགས་རྒྱག་ཅིག་ཏན་ཏན་དུས་ཚོད་ཅིག་སླེ་སྟེ་བཞག་སྤྱིར་ནད་རིགས་སྔོན་འགོག་བྱ་རྒྱུའི་ཐབས་ལམ་མང་པོ་ཡོད་ཀྱང་གཙོ་བོ་ཆེ་ཤོས་དེ་ནི་ཉིན་རེའི་འཚོ་བའི་ནང་བཟའ་བཏུང་དང་སྤྱོད་ལམ་ལ་འགྱུར་བ་གཏོང་དགོས་པའི་ཐོག་ནས་ནད་སྔོན་འགོག་བྱ་རྒྱུ་དེ་ཐབས་ལམ་གལ་ཆེན་པོ་ཞིག་ཡིན་པ་དང་ནམ་དུས་ཀྱི་ཟས་སྤྱོད་བདེ་ཐང་དང་ཟས་ཀྱི་རོ་དང་ནུས་པའི་ཕན་ཡོན་ཁྱད་དུ་འཕགས་པ་དེ་ནི་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ནང་གསུངས་ཡོད་པ་མང་ཚོགས་ལ་ལམ་སྟོན་བྱ་རྒྱུ་གལ་ཆེན་ཡིན་པའི་སྐོར་གསུངས་ཡོད་པ་ཞིབ། ནད་རིགས་སྔོན་འགོག་ཐོག་ནས་ཅིག་ད་ཁོར་ཡུག་གཙང་མ་བཟོ་ཡག་དང་ད་ག་ནང་བཞིན་སྔོན་འགོག་ཁབ་རྒྱག་ཡག་དང་རི་མོ་མང་པོ་ཞུ་ཆོག་ལ་དེ་ནས་ང་ཚོས་བོད་ཁ་ཚ་དགོས་གཏུགས་རེད་དེ་ང་ཚོས་གསལ་དུ་སྤྱོད་ལམ་བཟོས་ཤག་དེའི་སྐབས་ནས་ང་ད་ནི་འདི་ཞུ་ཉེ་ཞུ་ཞུ་འདོད་སོང་གསལ་དུ་སྤྱོད་ལམ་ཟེར་འདུག་ཅི་ད་ནི་ང་ཚོ་དེ་འདྲའི་ཅོ་བཤད་དེ་འདུག་ག་ལ་མང་ཆེ་གི་ད་སྤྱིའི་འཛམ་བུ་གླིང་གི་ད་གསལ་དུ་སྤྱོད་ལམ་དེ་དེང་དུས་ཀྱི་འགྲོ་སྟངས་སྐོར་མ་འདུག་གོ་བསམ་བློ་འཁོར་བཏང་གི་ཡོད་མ་རེད། དངོས་གནས་བྱས་པས་ན་ཟད་དུ་སྤྱོད་ལམ་དེ་ང་ཚོའི་རིག་གཞུང་འདིའི་ནང་དུ་ཧ་ལས་པ་ཕྱུག་པོ་ཞིག་བརྗོད་བྱས་ཤག་ལྷག་དོན་དུ་སོག་རིག་པའི་ཐོག་ནས་རེད་ཤག་དེ་ང་ཚོའི་ངོས་ནས་སོག་རིག་པ་འདི་དེ་འདྲའི་བེད་སྤྱོད་དུ་བཏང་ཐུབ་མི་འདུག་བ་གྲུབ་ཆ་དེ་ང་ཚོའི་རྩར་ཡོད་ཀི་ཡོད་ཀི་ལས་འདི་ང་ཚོས་ད་ལྟ་ནད་རིགས་སྔོན་འགོག་ཐོག་ནས་ཡང་དེ་ཚོ་སྔོན་འགྲོས་བརྒྱབ་སྔོན་འགྲོས་བརྒྱབ་ཀྱི་གནས་ཚུལ་དུ་མ་སྟོན་སྟོན་གྱི་འཕྲོད་བསྟེན་ལས་ཁུངས་དང་སྨན་རྩིས་ཁང་དང་ཕྱི་ལུགས་ཀྱི་ང་ཚོའི་དད་ལྡན་ཚང་མ་རུག་རུག་བྱས་བྱས་འདི་ང་ཚོ་སྤྱི་ཚོགས་ལ་ཕན་པ་མ་ཟད་འཛམ་གླིང་ལ་ཕན་ཡ་རེད་ཤག་ད་འདི་བྱ་ཐུབ་ཡིན་ན། དེ་འདུག་ག་འདི་ཏན་ཏན་ང་ཚོས་ངས་བལྟས་བལྟས་འདུག་ཉེ་རིང་སྔོན་འགོག་ཐོག་ནས་བྱེད་མ་ཐུབ་པ་ལས་འདས་པ་དེ་སྐྱོན་ཆེན་པོ་གཅིག་རེད་བཞག་དགོས།
དེ་ནི་གཙོ་བོ་བོད་ལུགས་ཀྱི་གསོ་རིག་སྨན་པ་དང་བྱིས་ལུགས་སྨན་པ་གཉིས་ཟུང་སྒྲིལ་གྱིས་གསོ་བ་རིག་པའི་གཞུང་ལུགས་ནང་གསུངས་པའི་ཟས་སྤྱོད་བསྟེན་སྟངས་རྣམས་མང་ཚོགས་ཀྱི་གོ་བདེ་བ་དང་ཤེས་བདེ་བའི་ལག་ལེན་བསྟར་ཐུབ་པའི་སྟབས་བདེ་བཟོས་ཏེ་དཔེ་དེབ་ནང་དུ་མ་བཞག་པར་འཚོ་བའི་ནང་བེད་སྤྱོད་ཡོད་པ་ཞིག་བཟོ་རྒྱུ་གལ་ཆེན་པོ་ཡིན་པ་དགོངས་ཚུལ་གསུངས་ཡོད་པ་རེད། ད་ལྟ་གསོ་རིག་པའི་ཐོག་ནས་ཟས་དང་སྤྱོད་ལམ་གྱི་ཁྱད་ཆོས་དེ་གཏིང་ཟབ་པོ་རྒྱ་ཆེ་པོ་ཞིག་རེད་འདུག་འདིས་དངོས་གནས་བྱས་པས་ན་ང་ཚོས་བོད་ལུགས་ཕྱི་ལུགས་གཉིས་མཉམ་དུ་དེ་ལྷག་དོན་དུ་བོད་ནང་གཅིག་འཕྲོད་བསྟེན་ལྷན་ཁང་གི་ནད་རིགས་སྔོན་འགོག་གི་སྡེ་ཚན་རེ་བྱོས་པས་འདི་མཉམ་དུ་ཞུགས་རྗེས་གསོ་རིག་པའི་སྨན་པ་ཚོ་ཞུགས་རྗེས་འདི་མ་གཏོགས་དགོས་འདུག་ག་ལ་ཁ་ཙམ་གཅིག་གནད་འགག་ཡོད་པ་དེ་སྤྱི་ཚོགས་ནང་མ་གཅིག་ལྟར་ལག་བསྟར་བྱེད་ཡ་དེ་འདིས། ཕྱི་ལོ་ནང་ལོ་གཉིས་ཆར་ལོག་ཡང། དལ་ཆེ་དམའ་བབས་ཡིན་ན་ཡང་འགལ་ཟླ་ཡོད་པ་དེ་འདྲ་ཡོད་རེད་ཡ། དེ་རྙོག་དྲ་ཡོད་རེད་དེ་འདུག་ག་ནི་མ་དལ་ཆེ་བབས་ཆེ། སྤྱི་ཚོགས་ནང་ལ་གོ་རྟོགས་ཅིག་གླེང་བདེ་བོ་ཅིག། གོ་བདེ་བོ་ཀློག་བདེ་བོ་ཅིག། དེ་བཟོས་པ་ཡིན་ན། ངས་བསམ་གྱི་ལང་ཀ་འདི་གང་འགྲོ་ཡ་རེད་བསམ་གྱི། དེ་མ་བྱས་པས་ནི་ང་ཚོ་ལག་བསྟར་བྱས་ད་ཁག་པོ་ཞིག་ད་རེད། དེ་རེད་བ་དེའི་ཁ་ནས་ཡིག་ཆ་གཏམ་དགོས་བྱུང་ན་རེད་གསུང་བཤད་གནང་དགོས་བྱུང་ན་རེད་ད་ལམ་ཞིག་གློག་བརྙན་བཟོ་དགོས་བྱུང་ན་རེད་སྤྱི་བཏང་ནས་ང་ཚོ་ལང་ཀ་དེ་དོ་དང་དེ་འདྲ་ཞིག་ག་འདྲ་རེད་ཤག་གསོ་རིག་པའི་ནང་ཡོག་རེད་བྱས་ན་ཁོ་དེབ་ནང་བསྡད་རེད་ཡོག་ད་ལག་བསྟར་ཡིན་དགོས་མ་རེད་དེ་ད་དེ་དཔེར་ན་གསོ་རིག་པའི་ཐོག་ནས་ནད་རིགས་སྔོན་འགོག་ཐོག་ནས་ཟས་བཅུད་སྤྱོད་ལམ་དེ་དེབ་འདྲི་ཨམ་ཅི་དེ་ལབ་ཨ་ནི་ཁོ་ཚོས་མ་སྤེལ་ཡག་བྱས་གསོ་རིག་པའི་སྨན་པ་ཚོས་མ་སྤེལ་ཡག་ཡོག་ཨ་ནི་ད་ལག་ན་ཞིག་འཕྲོད་བསྟེན་གྱི་ཨ་ནི་ནད་རིགས་སྔོན་འགོག་ཐོག་ནས་མ་སྤེལ་ཡག་དེ་རྒྱ་ཆེན་པོའི་ཐོག་ནས་བྱས་ཡག་ལས་ཤིག་འདུག་སེམས་སོང་ཞིག་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ནས་དེ་སྔ་ནས་བོད་མིའི་སྤྱི་ཚོགས་ནང་དཀའ་ངལ་ཅན་གྱི་ནད་དཔེར་ན་མཆིན་པའི་འགོས་ནད་དེར་ཕྲུ་གུ་ཚོ་སྔོན་འགོག་གི་སྨན་ཁབ་རིན་མེད་དུ་བརྒྱབ་བཞིན་པ་དེའི་ཐོག་ནས་མ་འོངས་ཕྲུ་གུ་དེ་ཚོ་འཚར་ལོངས་ཡོང་བའི་སྐབས་བོད་པའི་སྤྱི་ཚོགས་ནང་འགོས་ནད་དེ་ཧ་ཅང་གི་ཉུང་དུ་འགྲོ་བའི་རེ་བ་ཞིག་གནང་གི་ཡོད་པ་དང། འོན་ཀྱང་མཆིན་པའི་འགོས་ནད་ཡོད་པའི་ནད་པ་ཚོ་སྨན་བཅོས་བྱ་རྒྱུ་དང། ལྷག་དོན་སྨན་བཅོས་ཤིག་འགོ་བཙུགས་ན་དུས་ཡུན་རིང་པོ་ཞིག་བྱ་དགོས་པ་སོགས་ཀྱི་དཀའ་ངལ་ཞིག་ཡོང་གི་ཡོད་ན་ཡང་འཕྲོད་བསྟེན་ལས་ཁུངས་ནས་མུ་མཐུད་དེ་དཀའ་ངལ་དེ་ཇི་ལྟར་སེལ་ཐབས་ཐོག་ལ་འབད་བརྩོན་གནང་བཞིན་པའི་སྐོར་གསུངས་ཡོད་པར་གཞིགས། ད་ལྟའི་ང་ཚོ་གི་བོད་ནང་སྤྱི་པའི་གཉེན་རྩིས་ཨ་འགྲིག་ལྟ་དང་སྤུ་གུ་ཆུང་ཆུང་ནས་གསུམ་ཏེ་ཀ་ད་འགོག་ཐབས་བྱས་ཀྱི་ཐབས་ཤེས་ཀྱི་ཐོག་ནས་ཅིག་ད་ཁབ་རྒྱལ་ཏེ་བེད་རིན་མེད་ཁོ་ན་བོད་མི་སྒྲིག་འཛུགས་སུ་ཚུད་དེ་ཁོ་རེ་འདུ་རྩིས་གཞིས་སྲུང་བྱས་པ་ཡིན་ན་ད་འདིའི་མི་རབས་དེ་གས་དེ་གས་དེ་གཞོན་སྐས་དེ་གས་ཡ། ཨམ་ཆེན་པོ་ཆགས་ཡོང་དུས་སྐབས་ལ། གང་ལྟར་ང་ཚོ་སྤྱི་ཚོགས་ནང་ལོགས་ལ་དྲང་བདེན་ཡོད་བས་ཀྱི་ཁྱིམ་པའི་གཉེན་ཚིག་ཅིག་ཉིན་འགའ་ལ་མ་སོང་ན་བརྒྱ་ཆ་དགུ་བཅུ་སུ་མ་བཅག་ཚོད་ཡག་ཅིག་དེ་འདྲའི་ང་ཚོ་ཚོད་དཔག་དམ་དྲན་ཐིག་ཡོད་རེད་དེར་དམ་པའི་ང་ཚོ་སྤྱི་ཚོགས་ནང་ལོགས་དཀའ་ངལ་ཆེ་ཤོས་དེ་ག་རེ་ཆགས་འགོ་རེད་ཁྱིམ་པའི་གཉེན་ཚིག་ན་ཚ་དེ་ཡོད་བཞིན་པ་ཅིག་ད་དེ་ལ་སྨན་བཅོས་བྱས་དེ་ཐོག་ལ་དཀའ་ངལ་ཆགས་འགོ་རེད་དེ་ཡིན་དུས་ཚང་མ་ད་ལྟ་ང་ཚོས་ཀྱི་ཚོད་དཔག་བྱེད་འོས་འདྲ་ཁྱིམ་པའི་གཉེན་ཚིག་སྨན་བཅོས་དེ་དེའི་ཐོག་ལ་ད་རེས་ང་ཚོ་ཀྱི་ཤུགས་རྒྱབ་བྱས་ན་ལོ་དེའི་ནང་ལོགས་ལ་ད་གང་ལྟར་ཡིན་ལས་འཆར་ཅིག་བང་སྒྲིག་ཡག་གི་བྱ་བཞིན་ཅིག་ཡོད་ཡིན་ན་ཡང་ད་ང་ཚོ་དཀའ་ངལ་ཅིག་ག་རེ་འཕྲད་འགོ་རེད་ཞུ་བས་ན། མཆན་འདིའི་སྙན་ཚིག་དེའི་ཐོག་ལ་ང་ཚོས་བལྟ་བས་ན་སྨན་བཅོས་དེའི་ཐོག་ནས་འགྲོ་སོང་བཏང་ཡང་འགོ་བཙུགས་པ་ཡིན་ན། ད་ཡིན་ན་འདི་ཡིན་ལོ་ཁ་ཤས་ཅིག་མ་རེད། གང་ལྟར་ཡིན་ཡིན་བལྟ་རྒྱུ་ལོ་མང་པོ་ཞུ་ཞིག་ད་ནད་པ་ཁ་ཤས་ལ་མི་ཚེ་བར་དུ་འདུག་དགོས་དུས་ག་ལ་ཡང་སྐྱིད་ལ་བར་མཚམས་བཞག་ནས་དེ་འགྲིག་བ་མ་རེད་དེ་སོང་ཙང་ང་རང་ཚོ་གི་ངོས་ནས་ད་གོམ་པ་མ་བརྒྱབ་གོང་ལ་འཆར་གཞི་ཞིབ་ཟབ་ཟབ་བཏིང་བའི་ཐོག་ནས་བང་སྒྲིག་བཞིན་ད་ལྟའི་ཕྱོགས་ལ་ང་ཚོས་ཀྱི་ལྟ་དེ་ནི་ཐབས་ཤེས་ཞུ་དེ་ཡོད། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ནས་བོད་མིའི་འཕྲོད་བསྟེན་ཡར་རྒྱས་གཏོང་ཕྱོགས་ཀྱི་ཚོགས་འདུ་ད་བར་ཐེངས་དྲུག་གོ་སྒྲིག་གནང་ཡོད་པ་དང་ལྷན་ཚོགས་དེའི་ཐོག་ནས་མང་ཚོགས་ཀྱི་འཕྲོད་བསྟེན་ཡར་རྒྱས་ཡོང་ཐབས་ལ་ལེགས་སྐྱེས་ཤིག་ཕུལ་ཐུབ་རྒྱུའི་ཐུགས་རེ་ཆེན་པོ་གནང་གི་ཡོད་པ་རེད། སེང་གེའི་རྣམ་པ་ཚོས་མཁྱེན་གསལ་ལྟར། འདི་ག་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད་ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཆེད་རྩོམ་དང་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལས་རིམ་བཅས་ཉིན་རེ་བཞིན་བོད་དང་རྒྱ་ནག། རྒྱ་གར། བལ་ཡུལ་འབྲུག་སོགས་ཀྱི་ནང་རླུང་འཕྲིན་གྱི་ཐོག་གསན་ཐུབ་ཀྱི་ཡོད་པ་མ་ཟད། དེང་སྐབས་ང་ཚོའི་ལས་རིམ་ཁག་ཨིན་ཏེར་ནེ་ཏའམ་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་འཛམ་གླིང་གི་ས་ཕྱོགས་གང་ས་ནས་གསན་ཐུབ་པ་དང་དེ་བཞིན་བོད་ཡིག་ཐོག་ནས་ཀྱང་གཟིགས་ཐུབ་རྒྱུའི་ཆ་རྐྱེན་ཞིག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཕྱིར་འབུལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདིའི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་སེམས་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་དེའི་ཐོག་ནས་ངེད་རིག་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང། ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད་ལ། དེའི་ཐོག་ལེགས་སྤེལ་དགོངས་འཆར་འདྲ་གསུངས་ན་དགའ་བསུ་ཞུ་རྒྱུ་ཡིན། ང་ཚོའི་འཕྲིན་ཐུང་དྲ་གནས་ཀྱི་ཁ་བྱང་ནི། www.rfa.org། ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
མཚན་ལམ་ཚོ་རྣམ་པ་ཚོས་ཕམ་ཟན་བཞིན་པ་འདི་ཨེ་ཤ་རང་ནོར་འཁྲིད་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྐལ་བཟང་ལྷ་མོ་ལགས་དང་འཕྲིན་ཐུང་ཕྱག་རོགས་གནང་མཁན Dennis ལགས་གསར་འགྱུར་དང་ལས་རིམ་ཁག་སྙན་སྒྲོན་ཞུ་མཁན་གུས་མེ་གཡང་སྤྲུལ་དང། ང་ཀརྨ་རྒྱ་མཚོ་ཡིན་དེ་ནས་མཇུག་ཏུ་ཐེངས་འདིའི་རྩོམ་སྒྲིག་པའི་གླེང་སྟེགས་ཞེས་པའི་ལེ་ཚན་འདིའི་ནང་དཀྱེལ་བཤད་ཡོད་དུས་སི་རི་ཡའི་ནང་སྲིད་དབང་གཅིག་སྡུད་པ Bashar al-Assad ཀྱིས། འཛད་སྤྱོར་གོ་མཚོན་འཕངས་ཏེ་ཞི་བའི་མི་མང་སྡེབ་གསོད་བཏང་བའི་རྫ་བྲག་གི་གནས་སྟངས་ཐོག་ཨ་མི་རི་ཀའི་གཙོ་བོར་གྱུར་པའི་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་གིས་ཡ་རབས་ཀློག་བཞིན་པའི་སྐོར་རྩོམ་སྒྲིག་འགན་འཛིན་བེམ་པོ་སྟོབས་རྒྱལ་ལགས་དང་ཚེ་བཙན་རྣམ་རྒྱལ་ལགས་བར་གླེང་མོལ་གནང་བ་ཞིག་གསན་གནང་གི་རེད།
སེང་གེ་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཀི་ཤ་ཡུལ་གྲུ་སི་རེ་ཡ་ནང་ལ་དམག་འཐབ་བྱུང་ནས་ད་ཆ་ལོ་ངོ་བདུན་ཙམ་འཁོར་གྱི་ཡོད་རེད། ཀི་ཤ་ཡུལ་གྲུ་སི་རི་ཡ་ནང་ལ་དམག་འཐབ་ཡོད་པའི་གནས་སྟངས་རྫ་དྲག་སྐོར་ལ་ང་ཚོས་བགྲོ་གླེང་ཞུ་གི་ཡིན་བགྲོ་གླེང་ནང་ཞུགས་མཁན་གཅིག་ཁྲེན་ཚེ་བརྟན་རྣམ་རྒྱལ་ཡིན། གཅིག་ཁྲེན་འབར་མ་སྟོབས་རྒྱལ་ཡིན། ཀི་ཤ་ཡུལ་གྲུ་སི་རི་ཡ་ནང་ལ་ཐོག་མར་དམག་འཐབ་འདི་ཉིས་སྟོང་བཅུ་གཅིག་ལོ་ལ་འགོ་བཙུགས་པ་རེད། སྐབས་དེ་དུས་གཞི་རྩའི་ཀི་ཤ་ཡུལ་གྲུ་ཡོངས་ལ་མང་གཙོའི་རྦ་རླབས་འཕྱུར་བ་རེད། རྦ་རླབས་འདི་གི་ཤུགས་རྐྱེན་འདི་སི་རི་ཡ་ནང་སླེབས་ནས་སྐབས་དེ་དུས་སི་རི་ཡ་ནང་ལ་གཞོན་ནུ་མང་པོ་གཅིག་གིས་སྐྱེས་ཤར་ཡུལ་གྲུ་སི་རི་ཡ་དེའི་ནང་ལ་ཡང་མང་གཙོའི་ལམ་སྲོལ་འགོག་ཏུ་དགོས་དོན་བཏོན་པ་རེད་དེའི་ཐོག་ལ་སྲིད་དབང་གཅིག་སྡུད་པ Bashar al-Assad གྱིས་དྲག་གནོན་ཤིན་ཏུ་ལྕི་པོ་བྱས་པ་སོང་ཙང་དེ་རང་བཞིན་གྱིས་ད་གཞུང་ལ་ངོ་རྒོལ་དེ་གཞི་རྒྱ་ཇེ་ཆེ་ཇེ་ཆེར་ཕྱིན་པ་དང་དེ་དང་དུས་མཉམ་དུ་ཁ་ཆེའི་འཇིགས་སྐུལ་དྲག་སྤྱོད།

ཆེད་འཛུགས་གནང་པའི་དམིགས་བསལ་སྐུ་ཚབ་ཀྱི་ཚོད་དཔག་གནང་པར་གཞིགས་ན་སི་རི་ཡའི་མི་མང་བཞི་འབུམ་ཙམ་རྐྱེན་འདས་ཕྱིན་ཡོད་པ་རེད། ལྷག་པར་དུ་སི་རི་ཡའི་མི་མང་ས་ཡ་ལྔ་དང་ཕྱེད་ཀ་ཙམ་རང་ཡུལ་བཞག་ནས་ཉེ་ཡོད་དུ་ཕྱིའི་ཡུལ་གྲུ་ཁག་ནང་ལ་ཕྱོགས་སྐྲུན་གནང་ཡོད་རེད། དེ་དེ་བཞིན་སི་རི་ཡའི་མི་མང་ས་ཡ་དྲུག་དང་གྲངས་ཆུང་གཅིག་ཙམ། ས་གནས་རང་སོ་སོ་སྡོད་གནས་སུ་བདེན་གསོད་མ་ཐུབ་པར་ཕྱོགས་གཞན་དུ་ཉེན་གཡོལ་འགྲོ་དགོས་བྱུང་ཡོད་པ་རེད། གང་ལྟར་སི་རི་ཡའི་ནང་ལ་ད་ལྟའི་ཆ་ལ་གནས་སྟངས་དེ་ཤིན་ཏུ་ཛ་དྲག་ཡོད་པ་ཡིན་རེད། དེའི་ཐོག་ལ་སི་རི་ཡ་གི་ནང་ལ་དེ་སྔོན་ཡིན་ན་ཡང་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ལ་སི་རི་ཡའི་སྲིད་དབང་སྤྱི་འཐུས་པ་བྷ་ཤར་ཨལ་ཨ་སཱད་ཀྱིས་ཞི་བའི་མི་མང་ཐོག་ལ

མང་ཚོགས་འདུ་འཛོམས་ས་ཞིག་ལ་སི་རི་ཡ་ནང་ལ་འཇིགས་སྐུལ་དྲག་སྤྱོད་ཀྱི་སྡེ་ཚོགས། ISIS། ཞེས་པ་དེ་ད་ཆ་ང་ཚོས་དབང་དུ་བསྡུ་ཐུབ་པས་རེད་ང་ཚོས་འདི་རྩ་མེད་བཟོ་ཐུབ་ཡོད་དེ་འདྲ་ཡིན་དུས་ད་ང་ཚོས་ཨ་མེ་རི་ཁའི་དམག་མི་སི་རི་ཡ་ནང་ལ་གནས་སྡོད་བྱེད་དགོས་ཀྱི་མི་འདུག་ཨ་ང་ཚོའི་དམག་མི་དེ་རྒྱལ་ཚུགས་རང་ཡུལ་ལ་ཕྱིར་འཐེན་བྱེད་ཀྱི་ཡིན་ཟེར་དེ་འདྲའི་ཁྱབ་བསྒྲགས་ཤིག་གནང་བ་རེད་ཁྱབ་བསྒྲགས་དེ་གནང་པའི་ཉིན་ཤས་རྗེས་ལ་ཡང་བྷ་ཤར་ཨལ་ཨ་སཱད་ཀྱིས་སླར་ཡང། བཞི་པའི་མི་མང་ཐོག་ལ་རྫས་སྦྱོར་གྱི་གོ་མཚོན་བེད་སྤྱོད་བཏང་ནས་ཉུང་མཐར་ཡང་མི་གྲངས་བཞི་བཅུ་ཙམ་སྡེབ་གསོད་བཏང་པའི་གནས་ཚུལ་དེ་འདྲ་བྱུང་ཡོད་དུས་ད་གནས་ཚུལ་དེ་རྩ་བཀྲག་ཆེན་པོ་ཞུ་བྱེད་ཀྱི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རེད་དེ་དེ་བཞིན་ད་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་རེད་ཚང་མའི་ནང་ལ་དེ་གླེང་སློང་དང་དེའི་ཐོག་ལ་ད་གང་ལྟར་ཡན་པོར་མ་སོང་པའི་ཉེས་པ་གཏོང་དགོས་རེད་ཟེར་ད་དེ་གསུང་ཤུགས་དེ་ཆེ་རུ་ཆེ་རུ་འགྲོ་གི་འདུག་བ། བྷ་ཤར་ཨ་ས་ཏི་སྨད་ཅིག་སྲིད་གཞུང་གིས་ད་ད་ཕན་ལོ་དོན་ལྷག་ཙམ་ནང་ལ་ཡག་རྩ་གཅིག་གི་ད་ཁོ་རང་གི་ལྟ་བ་དང་ཁོ་རང་གི་ཆབ་སྲིད་ཚོགས་པ་དེའི་འགས་གཞུང་འཛིན་བྱེད་བཞིན་པའི་ཐེ་རེ་ཡའི་རྒྱལ་ཁབ་དེའི་ནང་ལ་ཡང་མི་གསོད་ཁྲག་སྦྱོར་གྱི་རྩ་ཤིན་ཏུ་བཙམ་བྱས་ནས་མི་གྲངས་སྟོང་ཕྲག་སྟོང་ཕྲག་མང་པོ་འབད་ཐག་ཅིག་ཚེ་འདས་ཕྱིན་པ་དང་དེ་ལས་བཟང་ང་ད་ལྟའི་ས་སྟེང་ལ་སོང་བ་རེ་ཞིག་རེད་ཧ་ལམ་མི་འབོར་མང་པོ་གཅིག་ནི་ད་གཅིག་གི་རང་དབང་ཤུགས་ཀྱིས་འབད་དེ་སོ་སོའི་རྒྱལ་ཁབ་ནང་ལས་དེ་སོས་མི་སོས་པར་བྱས་ཏེ་ཁྱིམ་མཚེས་རྒྱལ་ཁབ་ཙམ་མ་ཟད་དེ་ཧ་ལམ་གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལས་གཅིག་པ་དང་བྲོས་བྱོལ་ལ་འགྲོ་དགོས་དང་བྲོས་བྱོལ་ལ་ཡང་ཕྱིན་པ་ཡིན་ནས་དེ་ལས་ཡང་དཀའ་ངལ་མང་པོ་ཞིག་ཐུག་བྱས་ནས་གང་ལྟར་ཡུལ་དེའི་མི་མང་གིས་དངོས་གནས་གཅིག

འདས་པའི་ད་ལོ་ཁར་ནང་ལོ་ཤས་ནང་ཡང་བཱ་ཤར་ཨ་སཱར་གྱི་ཁོང་གི་རང་ཉིད་ཀྱི་ཅིག་དྲག་པོའི་སྟོབས་ཤུགས་དང་དེའི་ཐོག་ལ་ཡང་ཨུ་རུ་སུ་དང་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་ཐོག་ནས་ད་དངོས་གནས་ཅིག་ཨ་ནི་ཁོ་རང་གི་ཁ་བརྡའི་བྱ་མཁན་དེ་ཧ་ལམ་ཅིག་རྩ་མེད་སོར་ཅིག་ད་གཟོད་བྱས་ནས་མཐའ་མའི་དུས་སུ་ད་ལྟ་ཅིག་ཁོང་གིས་ཨ་ནི་མཆོང་བརྒལ་ཚོགས་པས་ཀྱི་དབང་དུ་བསྡུས་པའི་བཱ་ནི་ས་ཆ

རྩ་བའི་གཅིག་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དང་ཐང་ནང་བཞིན་པ་གཅིག་གིས་ཕྱུགས་རིགས་སྤར་བའི་གྲྭ་གཅིག་གིས་སྒྲིག་འཛུགས་ཁག་གིས་ད་ཕི་ཀའི་ནང་ཆེན་བྱེད་སྔོན་ནས་དུག་རྫས་ཕན་འདོད་མི་འདུག་རྩ་བའི་མི་བཞི་བཅུ་ལྷག་སུ་གཅིག་བསད་པ་དེ་ནི་དངོས་ཡོད་གནས་ཚུལ་ཆགས་ཡོད་པ་རེད་ཡིན་ནས་ད་ཁོང་ཚོས་དུས་མིན་འཕྲིན་སྟེགས་འགྲོ་ཡས་ཀྱི་རྐྱེན་དེ་ད་དངོས་ནས་དུག་རྫས་དངོས་གནས་དེ་ཕན་འདོད་མི་འདུག་ཕན་འདུག་དང་མི་འདུག་ཨན་པའི་བརྟག་དཔྱད་བྱེད་ཁང་འདྲ་པོའི་སྐབས་ལ་ཡང་ད་གང་ལ་གང་ཚོད་ཅིག་དངོས་ར་འཕྲོད་གི་ཡོད་རེད་དཔེར་ན་ཤར་ཞིང་ནས་ཨ་མི་རི་ཀའི་ཁྱེད་ང་བཏང་པའི་ཨ་རིའི་མེན་ཕོ་སི་ནང་འདྲ་རྫས་སྦྱོར་ས་དེ་འདྲའི་ཐོག་ལ་ཡང་ཞིབ་འཇུག་བྱེད་མཁན་གྱི་ལྟ་དུས་སྐབས་ལ་ཡང། དེ་དུས་སྐབས་ལ་དྭགས་མི་མང་པོ་ཤུགས་གཅིག་རྨས་སྐྱོན་ཕོག་རྗེས་ལྷག་ཡོད་པ་རེད། ཁོང་ཚོའི་གཟུགས་པོ་ལ་ཡང་བརྟག་དཔྱད་བྱས་རྗེས་ནས་ཁོང་ཚོའི་ལུས་པོ་ལ་ཡང་གཅིག་དང་སྤྱི་པ་དང་ད་ནི་ཕྲག་གི་བརྟག་དཔྱད་བྱས་པའི་སྐབས་ལ་ཡང་དེ་གའི་ནང་ལ་ཡང་གཅིག་དང་དངོས་རྫས་སྦྱོར་གྱི་རྒྱུ་ཡོད་པ་ཅིག་ཤ་གསལ་བོ་འདུག་ཟེར་རྗེས་གསུངས་ཡོད་རེད་དེ་ཡི་གེ་ད་ངོས་རེ་གར་ཁྲིད་དགོས་ཟེར་ན་ད་དེ་ལ་ཡང་སྐྱག་རྫུན་བཤད་དང་དམ་པ་རྫུན་བཤད་ཀྱི་གནས་ཚུལ་ཆགས་མེད་པ་སོང་ཙང་ད་གང་ལ་གང་འཚམ་ཅིག་ད་དངོས་ནས་ཨ་གསར་གཞུང་གིས་ད་མི་མང་ཐོག་ལ་ཡང་དུག་རྫས་འཕངས་རྗེས་ནས་ཁོ་ལ་ཡང་ཅིག་ཁ་བརྡས་བཅག་ཡང་ལ་ཡང་དེ་ཡིན་མེད་པ་ཟེར་གི་ཏཱ་ལས་ཏོང་ཧའེ་གྱིས་ཨ་ནི་ཐ་ནའི་གི་ཐབས་བྱུས་དེ་འདྲའི་བཏིངས་པ་སོགས་ཅི་ཡང་ད་ཅིག་དབྱེ་ཞིབ་མང་པོ་བྱས་དེ་འདྲའི་བཤད་དགོས་པ་རེད་ནས་ད་དངོས་ཡོད་གནས་ཚུལ་དེ་ག་རེ་ནས་མི་ནས་གང་ལྟར་ད་ལྟ་བྷ་ཤར་ཨ་ཤར་གཞུང་གིས་དེ་ལ་ངོས་ལེན་རྩ་བ་ནས་བྱས་ཡོད་པ་མ་རེད་ཡིན་ནས་ད་དེ་ལས་ད་ཨ་མི་རི་ཀའི་སྲིད་འཛིན་གྱི་ད་ངོས་ནས་ཅིག་གདོང་ལེན་སོགས་ཀྱི་ཁ་བརྡའི་སུ་གནང་འདྲ་ལན་འདེབས་གསལ་པོ་ཞུ་གནང་ཡོད་རོགས། ལོ་རེའི་རྩ་བའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཟླ་གྲངས་ཐོག་ནས་ལྷན་ཚོགས་གནང་བ་རེད་ལྷན་ཚོགས་གནང་བའི་སྐབས་ལ། སུའེ་ཏེན་རྒྱལ་ཁབ་ཀྱི་གྲོས་འཆར་བཏོན་གནང་བའི་གྲོས་འཆར་བཏོན་པ་གཞིར་བཟུང་སུའེ་ཏེན་རྒྱལ་ཁབ་ཀྱི་འཛད་སྤྱོད་གོ་མཚོན་བཀག་སྡོམ་སྒྲིག་འཛུགས་ཀྱི་ཁྱད་ལས་མི་སྣ་ཚད་མ་ཉིད་དུ་སི་རའི་ནང་ལ་བཏང་ནས་འཛད་སྤྱོད་གོ་མཚོན་འཕེན་འདུག་གམ་མི་འདུག་དེ་བརྟག་དཔྱད་ངེས་འབྱུང་ཅིག་བྱེད་དགོས་ཀྱི་འདུག་ཆེད་མངགས་ཏང་ཅེ་མི་ན་བྷ་གྷལ་ཕེབས་འབྱོར་བྱུང་རྗེས་བརྟག་དཔྱད་གནང་དང་གནང་བཞིན་པའི་གནས་ཚུལ། འདི་ཆ་འདྲེས་ཡོད་རེད་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་གསུམ་སྤྱི་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན་མོ་དེ་རྫས་སྦྱོར་གྱི་གོ་དོན་ཕན་པ་སོང་ཙང་སྐབས་དེ་དུས་ཡང་བྱིས་པ་གཙོ་བོར་བྱས་པའི་གང་ལྟར་སི་རི་ཡའི་མི་མང་མང་དག་ཅིག་འཕྲལ་མ་ཉིད་དུ་རྐྱེན་འདས་སུ་གྱུར་པ་དང་མང་དག་ལ་ནད་གཞི་ལྕི་པོ་ཕོག་པ་དེ་འདྲའི་བྱུང་པ་རེད་སྐབས་དེ་དུས་སེ་རིན་གེས་ཞེས་པ་དེས་བེད་སྤྱོད་བཏང་བཞག་འདི་གསུངས་པ་རེད། དེ་གསུངས་པ་དང་མ་ཟད་པའི་ཨ་མེ་རི་ཀའི་སྲིད་འཛིན་བྷ་ར་ཀོ་བྷ་མ་མཆོག་གིས་སྐབས་དེ་དུས་ད་ལྟའི་ང་ཚོའི་གི་ཐིག་དམར་པོ་དེ་ཡིན་གལ་ཏེ་རྫས་སྦྱོར་གོ་མཚོན་དམར་ས་ལ་བེད་སྤྱོད་བཏང་པ་ཡིན་པ་ཡིན་ན་དེ་གཏན་ནས་འཇོག་ཐབས་མེད། འདི་དམར་ཐིག་དང་འགལ་བ་ཡིན་ཟེར་ཞེས་ད་ཁོང་གིས་དེ་འདྲའི་གསུངས་པོར་བརྟེན་ནས་དངོས་སུ་ད་རྫས་སྦྱོར་དེ་བེད་སྤྱོད་བཏང་པའི་སྐབས་ལ་ཨ་མེ་རི་ཀའི་སྲིད་འཛིན་བྷ་རག་ཨོ་བྷ་མ་གིས་སྐབས་དེ་དུས་དྲག་པོའི་ཐོག་ནས་ཡ་ལན་གནང་ཐུབ་ཡོད་མ་རེད། དྲག་པོའི་ཡ་ལན་མ་གནང་པར་སྐབས་དེ་དུས་ཨུ་རུ་སུ་དང་མཉམ་འབྲེལ་ཐོག་ནས་ཨུ་ནི་ཨུ་རུ་སུའི་གི་སི་རི་ཡའི་རྫས་སྦྱོར་གང་ཡོད་པ་ཡོངས་རྫོགས་ཨུ་རུ་སུའི་བསྡུ་གསོག་རྒྱག་རྒྱུའི་གན་རྒྱ་ཅིག་བཟོས་གན་རྒྱ་དེ་གཞིར་བཟུང་ཨ་ནི་རྗེས་སུ་ད་ཞིབ་འཇུག་སུ་ཚོགས་ཆུང་དང་དུ་བཙུགས་བཅས་གང་ལྟར་ད་རྫས་སྦྱོར་དེ་གའི་ཡོངས་རྫོགས་ཨུ་རུ་སུའི།

ཨ་མི་རི་ཀའི་རྒྱལ་ཚོགས་སྐུ་ཚབ་ནེ་ཁི་ཧེ་ལི་མཆོག་གིས་ཨུ་རུ་སུ་དང་ཨི་རན་གཉིས་དེ་ཐེར་འདོན་ཞིབ་བཤེར་གནང་ནས་ལྷག་པར་དུ་ཨུ་རུ་སུ་དེ་ད་གཟོད་མི་ཉམས་རྒྱལ་ཚོགས་ཀྱི་གཏན་འཇགས་ཚོགས་མི་ལྔའི་ནང་ནས་གཅིག་ཡིན་པ་སོང་ཙང་ད་དེ་ལ་ཐག་གཅོད་ག་འདྲ་ཅིག་གནང་ཡང་དེ་བཀག་ཆོག་པའི་ཐོབ་ཐང་ཡོད་ངེས་ཀྱི་རེད Veto Power ཡོད་ངེས་ཀྱི་རེད་དེ་འདྲ་ཡིན་དུས་ཨུ་རུ་སུ་ལ་ང་ཚོས་ད་གསལ་བཤད་ཇི་ཙམ་བྱས་ཀྱང་ཉན་འཇོག་དང་དེ་འདྲ་གཏན་ནས་མི་བྱེད་མཁན་ཅིག་རེད། དཔེར་ན་རྫས་སྦྱོར་གྱི་གོ་མཚོན་འཕེན་པའི་ཉེར་ལེན་བསྟན་ནས་ཕྲུ་གུ་འདེབས་གསོས་བཏང་པའི་འདྲ་པར་དེ་ཚོ་བསྟན་པ་ཡིན་ན་ཡང་ཁོ་ཚོས་དེ་ཚོ་ལ་རྦད་དེ་སྣང་ཆུང་བསྐྱུར་ཆོག་ཤ་སྟག་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ཨུ་རུ་སུ་དང་ཨི་རན། སྲིད་དབང་བཅོས་བསྒྱུར་བ་བཱ་ཤར་ཨ་སཱད་ཀྱི་སྲིད་དབང་བཅས་དེ་ཚོ་ཚང་མ་ལོ་ཉེས་ཅན། ལག་འབར་བ་ཤ་སྟག་རེད་ཁོང་གིས་སྐྱོན་བརྗོད་ཤུགས་ཆེན་པོ་གནང་འདུག་ལ། སི་རེ་ཡའི་གནད་དོན་ཐོག་ལི་ཨ་ཐ་མངའ་ཁུལ་གྱི་རྒྱལ་ཁབ་ཁག་ཙམ་མ་ཟད་པའི་ཨན་བྷི་ཐ་འཛམ་གླིང་ཁྱོན་ཡོངས་ནས་ཅིག་གིས་ད་ལྟ་དོ་སྣང་ཞུ་ཅིག་བྱེད་ཡ་གི་གནས་ཚུལ་ཅིག་ཆགས་ཡོད་པ་རེད་ལྷག་པར་དུ་ད་ལྟ་འདི་ཅིག་སི་རི་ཡའི་ནང་གི་ཉེ་ཆར་གཞུང་གིས་ད་མི་མང་དོག་ལ་ཡ་གཅིག་གི་དུག་རྫས་འཕང་བྱས་ནས་ད་མི་ཤི་རྐྱེན་ངན་དུ་བུ་སུ་ཞིག་ད་བཟོས་བས་ཀྱི་བྱས་ལ་ཡ་ད་གནས་ཚུལ་དེ་ད་ཅིག་མཉམ་འབྲེལ་རྒྱལ་ཚོགས་ཀྱི་བོད་ནས་བདེ་འཇགས་ལྷན་ཁང་ནང་དུ་སླེབས་ཡོད་རེད་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་ཅིག་གི་ངོ་བོ་ད་གྲུབ་ཆ་དེ་ད་ག་རེ་ཡིན་པ་ཅིག་ད་འཛམ་བུ་གླིང་གི་མི་མང་གི་ད་གསལ་ཞིང་ཤེས་པ་མཁྱེན་གྱི་ཡོད་རེད་དེའི་ནང་ལ་རྒྱལ་ཁབ་ལྔ་བརྟན་འཇགས་རྒྱལ་ཁབ་ལྔ་ཡོད་པ་རེད་དེའི་བྱས་ལ་ཡ་ཅིག་ད་རྒྱལ་ཁབ་བཅུ་གསུམ་ཅིག་རེས་མོས་ཀྱིས་གླེང་གི་ཡོད་རེད་ཡིན་ནའི

ངོས་ལེན་མ་བྱས་པར་ཁྱེད་ཀྱིས་འཕྲུལ་སློག་བྱས་པ་ཡིན་ན་ཨ་ནི་ཡང་གཅིག་གིས་གྲོས་གཞི་ཞིག་བཞག་རྗེས་ནས་གྲོས་ཆོད་ཅིག་གཏན་འབེབས་བྱས་པ་ཡིན་ན་དེ་ལག་ལེན་ཁྱེད་ཀྱི་ཐོག་ལ་ཡང་དཀའ་ངལ་ཆེ་ཆེ་གི་ཡོད་རེད་དེ་འདྲ་ཡིན་པའི་ཚེ་ནི་ཏག་ཏག་དེ་ནི་ཀི་ཧེ་ལི་མཆོག་གི་གསུང་ཡང་ཞིག་རེད་ངོ་ནས་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནང་ལ་ཡང་གྲོས་གཞི་བཏོན་ཡོད་རེད་གྲོས་ཆོད་ཅིག་བཞག་གི་རེད་དེ་ཡིན་ནས་ད་སྙན་མའི་ཀྱི་སྡེ་པའི་ལོ་རྒྱུས་ཐོག་ལ་ཡང་དུ་བལྟས་པ་ཡིན་ན་ཨ་ནི་ཅིག་ཁྲེ་སེའི་ཙམ་གྱི་མ་ཟད་ཕུ་ལེ་ཧ་ཐི་འདྲེ་གི་ད་ཅིག་གི་བོད་ན་སི་རི་ཡ་ཡིན་ན་འདྲ་ཨུ་རུ་སུ་ཡིན་ན་འདྲ་ཨི་རན་སོགས་ཀྱི་ངོས་ནས་ཅིག་ཚུལ་ཤིན་ཏུ་བོད་ན་དེ་ལ་ཡང་རྩིས་བྱས་ནས་ལག་ལེན་ཁྱད་གསུམ་རེ་ཕལ་ཆེར་དོགས་གཞི་ཅན་གྱི་གནས་ཚུལ་ཅིག་ལ་གྱུར་གྱུར་ཡོད་པ་ཅིག་ད་གནད་དོན་དབྱེ་ཞིབ་མང་པོས་དེ་དེ་འདྲས་བཤད་ཟིན་གྱི་ཡོད་རེད་དེ་འདྲས་ཡོད་པའི་ས་ནས་མཉམ་འབྲེལ་གྱེས་ཚོར་ལ་གྲོས་ཆོད་དང་གླེང་སློང་དེ་འདྲས་གནང་ཡོད་རེད་ཡིན་ནའི་མཐའ་མའི་དུས་སུ་ད་བོད་ཀྱི་སི་རི་ཡ་ཀྱི་གནས་ཚུལ་དེ་ཞི་འཇམ་ཐོག་ལ་བྲོ་བའི་ཐོག་ལ་ཡང། ཕྱི་རགས་ཀྱིས་ད་ད་ལྟར་ཕྱིན་ཅི་གང་བསྡད་ཚར་ཡ་ད་པེ་ནི་ཨ་མི་རི་ཀའི་སྲིད་འཛིན་མཆོག་གིས་ད་དངོས་གནས་ཅིག་ད་ཨུ་རུ་སུ་ལས་བར་བར་དེ་རིགས་ནས་རེད་སི་རི་ཡར་བར་དེ་རིགས་བྱས་ནས་ཕི་གི་ནང་ཡོད་པའི་དུག་རྫས་རིགས་དུག་པའི་མེ་བ་སོགས་རིགས་དེ་མ་འོངས་པར་དེ་འདྲས་པའི་མི་མང་ཞི་བའི་མི་མང་ཐོག་ལ་བེད་སྤྱོད་བྱེད་བྱེད་ཀྱི་མིན་ཟེར་བྱས་ཏེ་ཁས་ལེན་དོན་འཁྱོལ་ཐུབ་པ་ཅིག་མ་བྱས་བར་དུ་ད་ཨ་མི་རི་ཀའི་ངོས་ནས་དེ་ལ་ཡ་ཅིག་དང་ཟེར་བྱས་ད་སྣང་ཆུང་བྱ་ཡ་ཀྱི་མེད་ཟེར་བྱས་དེ་འདྲས་ཀྱིས་ད་གོང་ཚོད་སྤེལ་ཡོད་པ་རེད་དེ་ཙམ་མ་ཟད་དྲ་གྲགས་ཀྱིས་ད་ཅིག་ལས་འགུལ་ཅིག་སྤེལ་དགོས་བྱུང་ནས་སྤེལ་གྱི་ཡིན་ཟེར་བྱས་སྲིད་འཛིན་གྱིས་ཐེངས་མ་ཁ་ཤས་གསུངས་པ་རེད། ཨན་རྒྱལ་པོ་ན་ཚ་ཕུར་བུའི་ཉིན་མོ་དེ་ཆ་ཆགས་པའི་ནས་སྲིད་འཛིན་གྱིས་ད་ཨུ་རུ་སུའི་ཐོག་ལ་སྡིག་རིས་སྤྲད་ནས་སི་རི་ཡའི་ནང་གི་གནས་ཚུལ་དེ་ཞི་འཇམ་དང་ཅིག་ཤོས་འགྲིག་ཆགས་མ་བྱུང་པོའི་བར་དུ་ཨན་ཨ་མི་རི་ཀས་དེའི་ཐོག་ལ་ཡང་ཅིག་ཐུགས་སྣང་གནང་བྱས་ནས་གང་ལྟར་ཨ་ནི་ཅིག་གིས་ང་ཚོའི་ངོས་ནས་མི་ཤུགས་འཕོ་འདེབས་ཀྱི་སྟངས་ཤོར་ཤོར་ཡིན་ཏོག་ཏོག་ཚིམ་པས་ཅིག་ད་གསུངས་ཡོད་རེད་ཡིན་ནས་ད་ད་ལྟའི་ཆ་ལ་ཡང་ད་འཛམ་གླིང་ནང་ཡང་ད་ཅིག་སྡིག་རིས་ཙམ་གྱི་ངོ་བོ་ཙམ་ལས་དངོས་སུ་ད་ད་ཅིག་ངོས་ནས་ཨ་མི་རི་ཀས་ཀྱི་པདྨ་བྷན་བྷར་སོགས་པ་དེ་འདྲས་ཀྱིས་གནང་ཡོད་མ་རེད་ཡིན་ནས་རྩ་བའི་ཨ་མི་རི་ཀས་ཀྱི

ལྔ་རེས་གཙབ་པའི་ད་ལྟའི་ཆ་ལ་ཨ་མི་རི་ཀའི US Navy Destroyer ཞེས་པའི་མཚོ་དམག་གི་གྲུ་གཟིངས་ཧ་ཅང་གི་རྒྱ་ཆེ་བ་དང་དོན་དེ་མཚོ་ཁུལ་དག་གའི་ཐོག་ལ་སླེབས་ཡོད་པ་རེད། དེས་མ་ཟད་ཨ་མི་རི་ཀའི་དམག་མི་ཉིས་སྟོང་ཙམ་སི་རི་ཡཱ་གི་ཤར་ཕྱོགས་ས་ཁུལ་ལ་རྟེན་གཞི་བྱེད་ཀྱི་ཡོད་རེད། དེ་འདྲའི་ཡིན་དུས་ད་ཨ་མི་རི་ཀས་གང་ལྟར་སྲིད་འཛིན་གྱི་ཐག་གཅོད་ཅིག་གནང་པ་ཡིན་པ་ཡིན་ན། མེ་ཤུགས་འཕུར་མདེལ་འཕེན་རྒྱུའི་གནས་རི་དང་དེ་སྔོན་སི་རི་ཡཱ་གིས་ཉིས་སྟོང་བཅུ་བདུན་ལོར་ལ་གི་བའི་མི་མང་ཐོག་ལ་རྫས་སྦྱོར་གོ་མཚོན་འཕངས་ནས་ཨ་རི་མི་མང་སྡོད་གསོལ་བཏང་པའི་གནས་ཚུལ་དེ་བྱུང་དུས་ཨ་མི་རི་ཀའི་སྲིད་འཛིན Donald Trump མཆོག་གིས་ཉིས་སྟོང་བཅུ་བདུན་སྤྱི་ཟླ་བཞི་པའི་ནང་ལ Tomahawk Cruise Missile ཞེས་པའི་མེ་ཤུགས་འཕུར་མདེལ་གྲངས་ལྔ་བཅུ་ང་དགུ་འཕེན་པ་རེད་འཕེན་རྗེས་སྐབས་དེ་དུས་ནི་སི་རི་ཡཱ་གི་འཛད་སྦྱོར་འཇོག་སའི་ས་ཁུལ་དང་ཨ་ནེ་འཛད་སྦྱོར་འདུ་ཚོགས་དབོར་འདྲེན་བྱེད་མཁན་གྱི་གནམ་གྲུ་བབས་ཚུགས་འདུ་ཚོགས་ཐོག་ལ་གཏོར་རྒོལ་བཏང་པར་བརྟེན་ནས་ཉིན་ཤས་རྗེས་ལ་སླར་ཡང་ཨ་ནེ་སི་རི་ཡཱ་གི་གནམ་ཐང་དག་གའི་ཐོག་ནས་གནམ་གྲུ་བབས་ཕུབ་གཉིས་ཆག་བྱེད་ཐུབ་པ་དེ་འདྲ་བྱུང་ཡོད་རེད་དེ་བཞིན་དུ་ད་དེ་དུས་ད་བརྡ་ལན་སྤྲད་པ་ཙམ་ཞིག་མ་གཏོགས་ཅིག་གིས་དེ་ཙམ་འདུས་པ་ཐོན་པ་གང་ཡང་བྱུང་ཡོད་མ་རེད། ད་ཡིན་ན་ཡང་ད་རེས་སླར་ཡང་བརྡ་ལན་སྤྲད་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ད་ད་རེས་དངོས་གནས་རང་ཕ་གའི་ཤཱར་ཨལ་ཨ་སཱད་ལ་ད་ཉེས་པ་ལྕི་པོ་ཞིག་བཏང་དགོས་ཀྱི་ཡོད་རེད་ཡིན་ན་ཡང་ད་ཉམས་ཞིབ་མང་དག་གསུང་གི་ཡིན་ན། གང་ལྟར་ད་ལྟའི་གནས་སྟངས་འདི་ད་ལོ་ངོ་བདུན་ཙམ་རྒྱལ་ནང་དམག་འཁྲུག་བྱུང་ཚར་རེད་དེ་འདྲའི་གི་གནས་སྟངས་ཡོད་པའི་ཐོག་ལ་ཨ་ནི་སྟོབས་ཆེན་རྒྱལ་ཁབ་ཨུ་རུ་སུ་དང་ད་ཨ་རི་དང་ད་ག་ནང་བཞིན་གི་སོ་ཏི་ཨ་ར་བྷི་ཡ་ཨི་རན་ད་རྒྱལ་ཁབ་མང་པོ་ཞི་བོ་ཅིག་གི་ཨ་ནི་དམག་ས་སོར་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་དུས་ནུས་པ་ཐོན་པའི་འགྱུར་བ་གཏོང་ཐུབ་པའི་དམག་འཐབ་དེ་འདྲའི། གང་ཡང་རེ་བ་རྒྱག་ཡ་ཡོད་མ་རེད་གསུངས་ཡོད་རེད་ད་ཡིན་ན་ཡང་ད་རེས་ཨ་ནི་དམག་འཐབ་འདི་དེ་སྔ་ཡིན་ན་ཨ་མེ་རི་ཀ་ཁོ་ནས་མེ་ཤུགས་འཕུར་མདེལ་འཕེན་ནས་གོ་བརྡ་འདི་སྤྲད་པ་རེད་དེ་ཡིན་ད་ད་རེས་ཨིན་ཇི་དང་ཧྥ་རན་སི་ཡིན་ན་ཡང་ད་གང་ལྟར་དམག་འཐབ་ཀྱི་གྲ་སྒྲིག་དེ་ཚོ་གནང་གི་ཡོད་རེད་ཡིན་ནའི་དམག་འཐབ་ནང་དངོས་སུ་མ་ཞུགས་གོང་ནས་ཨིན་ཇི་ཡིན་ན་ཨིན་ཇིའི་གྲོས་ཚོགས་ནས་བཀའ་འཁྲོལ་འཁྲབ་དགོས་ཀྱི་ཡོད་རེད་ཧྥ་རན་སི་དེ་དེ་མཚུངས་བཀའ་འཁྲོལ་འཁྲབ་དགོས་ཀྱི་ཡོད་རེད་ཡང་གནད་དོན་འདིའི་ཐོག་ལ་ཨིན་ཇིའི་སྲིད་བློན། ཐེ་རེ་ས་མེ་ཡིས་གསུངས་པའི་གསུང་གི་དྲུང་བུ་ཞིག་གསལ་རོགས་གནང། ཨིན་ཇི་སྲིད་བློན་ཐེ་རེ་ས་མེ་མཆོག་གི་གསུང་དོན་དེ་ད་ང་ཚོས་ཕྱག་ལེན་བསྟར་དགོས་བས་གང་དང་གང་འདུག་བས་དེ་ང་ཚོས་མཐུན་ཕྱོགས་རྒྱལ་ཁབ་མཉམ་དུ་གོ་བསྡུར་གནང་དུ་གནང་གི་ཡིན་ཏེ་གསུང་གི་ཡོད་ཡིན་ན་ཡང། དེ་སྔོན་སྟོང་བཅུ་གསུམ་ལོར་ལ་འདས་ཕྱོགས་ཀྱི་གོ་མཚོན་དུ་ཕེབས་པའི་སྐབས་ལ་སྐབས་དེ་དུས་ཀྱི་ཨིན་ཇིའི་གྲོས་ཚོགས་ནང་ལ་བཀའ་ཁྲོལ་ཞུས་པ་དེ་གྲོས་ཚོགས་ཀྱིས་སྐབས་དེ་དུས་བཀའ་ཁྲོལ་གནང་ཡོད་མ་རེད་བཀའ་ཁྲོལ་མ་གནང་པ་སོང་ཙང་ཨིན་ཇི་སི་རི་ཡ་ནང་ལ་གང་ལྟར་དངོས་སུ་ད་མི་ཤུ་བྷུན་ཏེ་བྷན་ལ་སོགས་པ་དེ་འདྲས་ཀྱི་ཕར་རྒོལ་གྱི་ལས་དོན་གང་ཡང་གནང་ཐུབ་ཡོད་མ་རེད་ད་ད་ལྟ་ཡིན་ན་ཡང་ཨ་མི་རི་ཀའི་ནང་ལ་ཆ་མཚོན་པ་ཡིན་པ་ཡིན་ན་ཡང་ཨ་མི་རི་ཀའི་བདེ་སྲུང་དྲུང་ཆེ James Mattis མཆོག་གིས་གསུང་འདོན་བྱས་པ་ཡིན་པ་ཡིན་ན་སི་རི་ཡ་ནང་ལ་ད་ང་ཚོས་དམག་འཐབ་བྱས་དང་མ་བྱས་དེ་ད་ལྟ་ང་ཚོས་ཐག་གཅོད་གནང་མེད་ཁོང་གིས་ད་ལྟ་བར་དུ་དེ་གསུངས་ཡོད་རེད་ད་ཡིན་ན་ཡང་དངོས་སུ་གནས་སྟངས་ལ་ཉི་མ་ཉི་མ་ནས་འགྱུར་བ་འགྲོ་ཡོད་དུས་ད་དུས་ཀྱི་འགྱུར་འགྲོས་དང་བསྟུན་པའི་ཨ་མེ་རི་ཀའི་ཆ་ཤས་ཅིག་ནང་གཏན་འཁེལ་བའི་གནས་ཚུལ་ཟུར་ཞིག་རེད་དེའི་ཐོག་ལ་ཨ་མེ་རི་ཀའི་སྲིད་འཛིན་གྱིས་ད་གང་ལྟར་སྔ་རྗེས་མྱུར་འཕྲིན་བརྒྱུད་ནས་ཨང་ཚོགས་ལ་གང་ལྟར། གཞན་པར་མ་གསུངས་པས་ད་ལྟའི་སྟོང་གིས་དེ་གསུངས་ཡོད་རེད་ཡིན་ན་ཡང་དེ་གསུངས་པ་དང་ཆབས་ཅིག་ཏུ་ད་ཡང་དགོངས་པ་གཞན་གཞན་ཞིག་ཨ་རི་ཨུ་རུ་སུས་ཀྱིས་དེ་ལ་ཡ་ལན་སྤྲོད་ཀྱི་ཡིན་མ་གཏོགས་ཅིག་གིས་ང་ཚོས་བཟོད་སྒོམ་ཐུབ་ཐབས་མེད་དེ་འདྲས་ཅིག་གསུངས་ཡོང་དུས་དེའི་ཐོག་ནས་ཡང། རྒྱ་ཉེ་ཕོག་ཉེ་སོགས་ཀྱིས་ཤོར་བ་ཡིན་པས་ཡིན་ན་དམག་ཆེན་ཆེན་པོ་དེ་འདྲས་ཡོང་སྲིད་པ་རེད་ཟེར་འདྲས་གསུངས་ཀྱི་རེད་ཅེས་རེད་བོད། གང་ལྟར་ཨ་མི་རི་ཀ་གཙོ་བོ་བྱས་པའི་མཐུན་ཕྱོགས་རྒྱལ་ཁབ་པ་ལི་ཨེ་ཨེ་ཅི་རེ་དྭགས་ནས་བྱོན་པ་ཧྥ་རན་སི་གིས་དེ་ལྟར་ཕྱོགས་བསྡོམས་ཨང་གཅིག་ད་རྒྱལ་ཁབ་གཞན་ཚོགས་ཀྱི་རིམ་པས་ཕེབས་རྗེས་དེའི་ཐོག་ལ་ཡང་ཐུགས་སྣང་གནང་གི་ཡོད་རེད། ད་གང་ལྟར་ཡང་ད་ལྟ་ཁྱེད་ད་ལྟ་ང་སོ་མ་ལེན་བྱེད་ནི་ད་སྡེ་བའི་ལུགས་རྒྱུད་ལ་བལྟས་བྱེད་ནི་ཉག་དེ་ནས་ཉམས་མྱོང་ལེན་བྱེད་ནི་མ་འོངས་པ་ལས་ད་གཅིག་གིས་ད་ལས་ཀ་ག་འདྲས་བྱས་པས་ནི་དྲག་པོའི་ལས་ཀ་ག་འདྲས་དེ་བརྩམས་པ་ཡིན་ནི་དེ་མཇུག་འཁྱོལ་བ་ཅིག་དང་དངོས་གནས་ཀྱི་གྲུབ་འབྲས་ཐོན་པ་ཅིག་བྱེད་ཡ་དེ་ད་གལ་ཆེན་པོ་གཅིག་ཡིན་པ་ཅིག་ལ་ཡང་ཕལ་ཆེར་ཆབ་སྲིད་ཡིག་སློབ་སྟོན་པ་ཚགས་དང་ཨ་མགོ་ཁྲིད་སོགས་ཀྱིས་མཁྱེན་གྱི་ཡོད་པ་རེད་དཔེར་ན་ཤ་བཤད་ན་ཨ་མི་རི་ཀ་ཨི་རག་དམག་རྒྱབ་བྱས་ནི་ད་གཅིག་གིས་སཱ་དཱམ་ཧུ་སེན་མེད་པ་བཟོས་པ་རེད་དེ་དེའི་ཐད་ལ་ཡང་ཨ་གཅིག་བཅོས་སྐྱོང་མ་བྱས་པའི་རྐྱེན་གྱིས་ད་ཨི་རག་ནང་ལ་ཤ་བཤད་པ་ནི་འདས་པའི་ལོ་མང་པོའི་ནང་ལ་ཡང། རྙོག་དྲ་ཞི་བོ་ཅིག་ཅར་མར་ལངས་ཡོད་པ་རེད་ད་ནང་ཤིན་པོ་དང་དེ་ཚེ་བོད་ནས་སི་རི་ཡར་ཆ་བཞག་པའི་ནས་ད་ཅིག་གིས་ཨི་རག་ལ་ང་བྱས་པ་ནས་ཤི་ཅིག་མ་འོངས་པར་སི་རི་ཡའི་ཐོག་བྱུང་པ་ཡིན་ན་ཨ་ནི་ཨ་ཚོས་དཀའ་ངལ་དེ་བར་སེལ་ཡག་གི་ཐབས་ལ་དུ་རུང་བས་འཕེལ་རྒྱས་འགྲོ་བའི་བོད་ནས་འབར་འཛག་མ་བཟོ་གལ་འགྲོ་བའི་ཀ་ཡོག་རེད་ཟེར་རྗེས་ད་སློབ་སྟོན་པ་ཟེར་ན་ད་ཆབ་སྲིད་ཐོག་ཞིབ་འཇུག་མཛད་མཁན་མང་པོ་ཅིག་གིས་བསམ་ཚུལ་དེ་ཅིག་སྟོན་གི་ཡོད་རེད་གང་ལྟར་ཡང་དག་ཨ་མི་རི་ཀའི་ངོས་ནས་ད་རེས་དངོས་གནས་ཅིག་གིས་ཁ་ཞེ་གཉིས་མེད་ཀྱིས་དེ་འདྲས་ཀྱིས་ད་ཅིག་གིས་ཞལ་ནས་གསུངས་པ་ནས་བཞིན་ལག་ལེན་བོད་ནས་ལྟ་ཆོས་ཆོས་རེ་ཅིག་ཡོད་པའི་སོར་ཅིག་མིང་གིས་གསུང་གི་ཡོད་རེད། དཔེར་ན་ཆགས་ཞེན་ཉེ་བའི་ཆར་ཡང་ཨ་མི་རི་ཀའི་སྲིད་འཛིན་རྡོ་ནལ་ཏྲམ་མཆོག་གིས་ཨ་ནེ་གཅིག་གི་སློབ་སྟོན་པ་མཱི་ཁལ་སྦོལ་ཏོན་སླར་ཡང་རྒྱལ་སྲུང་སློབ་སྟོན་པ་ལས་བསྐོ་གཞག་གནང་ཡོད་རེད། ཁོང་གིས་དཔེར་ན་ཆེས་བཞེངས་སྐྱོགས་དེ་ག་རེ་ཟེར་ན་ད་ཨི་རག་དང་ད་ནང་བཞིན་པ་ཨ་ཅིག་གི་ཨུ་རུ་སུ་དང་ད་ནི་སི་རི་ཡ་ཐོག་ལས་བཞེངས་སྐྱོགས་དེ་ཞེ་དྲག་ཁྲག་པོ་ཡིན་པ་རེད་སྙམ་པ་ནས་ཨ་ནི་ད་ནང་བཞིན་པ་ད་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་རིགས་ཏི་ལེ་སོན་ད་དགོངས་པ་ཞུས་པ་སོང་ཙང་ཁོང་གིས་ཐབས་ལ་ཡ་ད་ཨ་མི་རི་ཀའི་སྲིད་འཛིན་གྱི།

ཕི་གའི་ནང་གི་གཅིག་ཆབ་སྲིད་ཀྱི་གནས་སྟངས་དང་དྲག་པོའི་གནས་སྟངས་དེ་ཞེ་དྲག་གི་ཉག་ཕྲ་པོ་ཨ་རིའི་སྤྱི་ཙམ་པོ་གླིང་ཚང་མས་གིས་ད་ཨ་མི་རི་ཀས་གཅིག་བྱས་ན་བསམ་པ་འདི་འདི་འདྲའི་བསམ་མཁན་འདི་འདྲའི་ཡོད་སྲིད་པ་དེ་རེད། དེའི་ཐོག་ལས་ད་ད་ལྟ་ང་ཚོས་བཤད་པ་ནི་རེད་པ་ནི་ཨ་མི་རི་ཀའི་ཐོག་ལ་ཡང་ད་ཧྥ་རན་སི་ཀས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ཨིང་ལན་གྱིས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ཨ་ནི་དེ་འདྲའི་ཡིན་པའི་ཆ་ནས་ད་ཨ་མི་རི་ཀའི་ནང་ལོགས་ལ་ཆ་བཤད་པ་རེད་ཨ་རིའི་སྲིད་འཛིན་རྒྱབ་ལ་ཡང་མ་སྤྱི་མཐུན་ཚོགས་པའི་གི་གྲོས་ཚོགས་ཡོད་རེད། ཨ་དེ་ཙམ་མ་ཟད་པ་ནི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་གི་ཚོགས་གཙོ Ryan གིས་ཉེ་ཆར་ག་གསུངས་ཟེར་ན་ཨ་མི་རི་ཀའི་སྲིད་འཛིན་གིས་ད་ཆ་པ་ནི་སི་རི་ཡའི་ཐོག་ལ་དམག་རྒྱག་དགོས་ནས་རྒྱ་བལ་གི་སྐུ་དབང་ཆ་ཚང་ཞིག་ཁྲིམས་ཐོག་ནས་ཡོད་རེད་ཟེར་གསུངས་པ་རེད་དེ་དང་དེ་ཡིན་པའི་ཆ་ནས་ད་ཨ་མི་རི་ཀའི་སྲིད་འཛིན་པ་ནི Donald Trump ལ་ཡང་ད་ངོ་ནས་ཁོང་གིས་ད་མེ་ཤུགས་འཕུར་མདེལ་རྒྱོབ་པོ་གི་ཕན་གི་ཡིན་ཟེར་ཏེ་གསུངས་པ་ནི་ཤེས་བྱས་ནས་དངོས་སུ་ཕན་གི་ཐག་གཅོད་བྱུང་པས་ན། ཁོང་གིས་ཕན་ཆོག་ཆོག་ཅིག་ཁོང་ལ་སྐུ་དབང་དང་ཕྱི་ནང་གང་ཅིའི་ཐོག་ནས་ཞེ་དྲག་གང་ཅིའི་ཐོག་ནས་ཕར་ཆ་རྐྱེན་ཚང་བསྡད་པར་བྱེད་ཐུབ་བ། ལ་རེད། རྩ་བའི་ཉིས་སྟོང་གཅིག་ལོ་ལ་ཨ་མེ་རི་ཀའི་གྲོས་ཚོགས་ཀྱིས་ཨ་མེ་རི་ཀའི་སྲིད་འཛིན་ལ་དམག་འཐབ་བྱེད་ཆོག་པའི་སྐུ་དབང་ཞིག་ཕུལ་བ་རེད། སྐུ་དབང་ཕུལ་བ་འདིས་ད་ཆ་ད་རྒྱུན་སྲིད་ནས་གནས་ཡོད་ཞེས་ཀྱང་གསུང་གི་ཡོད་དེ་ཡང་རྩ་ཁྲིམས་ཐོག་ལ་མཁས་དབང་འགའ་ཞིག་གིས། ད་རེས་སླར་ཡང་གྲོས་ཚོགས་ནས་བཀའ་ཁྲོལ་ཞུ་གོ་གི་མ་གཏོགས་བྱེད་ཀྱི་དམག་འཐབ་གཞི་རྒྱ་ཆེ་རུ་དེ་འདྲས་བྱས་པས་ཡིན་ན་ཨ་མི་རི་ཀའི་སྲིད་འཛིན་གྱི་སྐུ་དབང་དང་འགལ་འགྲོ་གི་ཡོད་རེད་ཟེར་དེ་འདྲས་གསུང་མཁན་རིགས་ཅིག་ཡོད་ཡིན་གྱི་རེད་ད་གང་ལྟ་ན་ཡང་རུང་ད་རེས་སི་རི་ཡ་གིས་སླར་ཡང་རྫས་སྦྱོར་གྱི་གོ་མཚོན་བེད་སྤྱོད་བཏང་པ་དེས་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་འབྱོར་ཆེན་པོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། རྫས་སྦྱོར་གོ་དོན་ཆིངས་དོན་ཅིག་ཡོད་པས་ཡིན་པ་རེད་ཆིངས་དོན་དེ། ཨ་ནི་འཛམ་གླིང་དམག་ཆེན་དང་པོ་མཇུག་བསྒྲིལ་བའི་རྗེས་ལ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་ལོར་ལ Geneva Protocol ཞེས་པའི Swiss རྒྱལ་ས་ཇི་ནི་ཝཱ་གི་གྲོས་མཐུན་ཅིག་ཡོད་རེད་གྲོས་མཐུན་དེའི་ནང་ལ་རྫས་སྦྱོར་གོ་མཚོན་ཞིག་མཐའ་དག་དེ་དམག་སྲིད་ལ་བེད་སྤྱོད་གཏོང་མི་ཆོག་དེ་བཀག་སྡོམ་གནང་ཚར་བ་ཅིག་རེད་སོང་ཙང་དེ་འདྲའི་ཆ་ནས། གནད་དོན་གཅིག་ཆགས་ཀྱི་ཡོད་རེད། ད་ཡང་ཨ་མི་རི་ཀ་ལ་སོགས་པའི་ད་ཅིའི་རྒྱལ་ཁབ་ཚོས་སི་རི་ཡ་ནང་ལ་དམག་འཐབ་བྱེད་ཆོག་དང་མི་ཆོག་གི་ཚད་གཞི་འདི་ཁྲིམས་ལུགས་ཀྱི་ཐོག་ནས་དགོངས་པ་བཞེས་པ་ཡིན་ན་དོན་ཚན་གསུམ་གཅིག་ཆ་རྐྱེན་འཛོམས་དགོས་ཀྱི་ཡོད་རེད་དོན་ཚན་དང་པོ་འདི་འགྲོ་བ་མིར་དཀའ་སྡུག་ཚད་ལས་འདས་པ་མྱོང་བཞིན་པའི་དཔང་རྟགས་དགོས་ཀྱི་རེད་དེ་སི་རི་ཡའི་མི་མང་ལ་དཀའ་སྡུག་ཚད་ལས་ཉང་དང་མྱོང་བཞིན་པ་དེ་དཔང་རྟགས་ཕ་གི་ད་ཙམ་ནི་མི་མང་གི་གཟིགས་ཞིབ་སུ་ཡོད་པ་དེ་རེད། ཆ་རྐྱེན་གཉིས་པ་དེ་མི་མང་གི་སྲོག་སྐྱོབ་ཆེད་དྲག་ཤུགས་བཀོལ་སྤྱོད་བྱེད་པ་ལས་ཐབས་ལམ་གཞན་མེད་པ། ད་དེ་ཡང་ཨ་ནིབ་ད་སི་རི་ཡ་ནང་ལ་ད་གང་ལྟར་སྲོག་སྐྱོབ་བྱེད་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡང་ད་དྲག་ཤུགས་བསྟེན་ན་མ་གཏོགས་དེ་མེད་ཐབས་ལམ་མེད་པ་ཡིན་པ་རེད། ཆ་རྐྱེན་གསུམ་པ་དེ་འགྲོ་བ་མིའི་རིགས་ངལ་སེལ་ལས་དོན་ལ་འཚམ་པ་དང་དགོས་ངེས་ཅན་གྱི་དྲག་ཤུགས་བཀོལ་སྤྱོད་བྱ་རྒྱུ་དང་དེ་ཡང་དུས་ཚོད་ངེས་ཅན་དང་དམིགས་ཡུལ་ངེས་ཅན་དགོས་ཀྱི་ཡོད། ཆ་རྐྱེན་གསུམ་པ་དེ་ཡང་གང་ལྟར་སི་རི་ཡཱ་གི་འགྲོ་བ་མིའི་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་ད་དྲག་ཤུགས་ཡི་ནས་རེ་མཚམས་གཅིག་མ་གཏོགས་དེ་འདྲའི་རྒྱལ་ཁབ་སུ་ཡི་ནས་བཀོལ་སྤྱོད་གནང་གི་རེད་ལ་ཨང་དེ་མ་ཟད་དུས་ཚོད་ཨ་མི་རི་ཀ་ཡི་ན་ཡང་ད་དམག་འཐབ་ཡུན་རིང་གནང་པའི་ཉེར་ལེན་གཏན་ནས

ཐེངས་འདིར་གསར་འགོད་པའི་གསུང་ཆོས་གཙོ་བོ་དེ་རྫས་སྦྱོར་གོ་དོན་བེད་སྤྱོད་བཏང་པ་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་རྒྱུ་ཆེན་པོ་བྱུང་པོ་རེད་སོང་ད་ལྟ་དུས་དང་གནས་ངེས་ཅན་མེད་པས་མ་གཏོགས་ཨ་མི་རི་ཀའི་སྲིད་འཛིན་གྱི་ཡན་པོར་མི་སོང་པས་ནི་འདི་ལས་ཉེས་པ་ལྕི་པོ་གཅིག་གཏན་འཁེལ་གཏོང་གི་རེད་ཟེར་འདྲ་རེད་གསུངས་འདུག། ཁ་སང་ར་བའི་གང་ལྟར་ད་མཐའ་མའི་དུས་སུ་བོད་ནི་ཨ་མི་རི་ཀའི་གི་ཡིན་ན་ད་ཨ་མི་རི་ཀའི་ཕྱོགས་གཏོགས་བོད་ནི་གཅིག་ཨིན་ཇི་དང་ཧྥ་རན་སི་གིས་ད་ཟུང་འབྲེལ་གྱི་ཐོག་ནས་བོད་ནི་སི་རི་ཡའི་ཐོག་ལ་ཡང་གཅིག་གི་ད་ངོས་ནས་དྲག་པོའི་ཐབས་ལམ་གཅིག་པོ་སྤེལ་བས་ཡིན་ན།

ལྔ་རེད།
ཨ་མི་རི་ཀ་གཙོ་བོར་གྱུར་པའི་མཐུན་ཕྱོགས་རྒྱལ་ཁབ་དབྱིན་ཇི་དང་ཧྥ་རན་སི་བཅས་ཀྱིས་སི་རི་ཡ་ནང་རེ་ས་སྤེན་པའི་ཉིན་མེ་ཤུགས་འཕུར་མདའི་འཕེན་སྒོ་བཙུགས་ཡོད་པ་རེད། ཨ་རིའི་སྲིད་འཛིན་ཏོ་ནལ་ཁྲམ་མཆོག་གིས་རེ་ས་པ་སངས་ཀྱི་དགོང་དྲོ་དམག་འཐབ་གསལ་བསྒྲགས་གནང་མ་ཐག་ཨ་རིའི་མེ་ཤུགས་འཕུར་མདའི་སི་རི་ཡའི་རྒྱལ་ས་དེ་མ་སྐ་སི་ཁུལ་དུ་འཕངས་ཡོད་པ་རེད། ད་ལྟ་ཨ་རི་དང་མཐུན་ཕྱོགས་ཡུལ་གྲུ་བཅས་ཀྱི་མཚོ་ཐོག་ནས་མེ་ཤུགས་འཕུར་མདའི་འཕེན་མུས་ཡིན་པ་རེད། སི་རི་ཡའི་སྲིད་དབང་གཅིག་སྡུད་པ Bashar al-Assad ཀྱིས་བྱིས་པའི་མི་མང་ལ་རྫས་སྦྱོར་གོ་མཚོན་འཕངས་ཏེ་ཕྲུ་གུ་སོགས་མི་མང་བཞི་བཅུ་ལྷག་ཙམ་སྡེབ་གསོད་དང་གཞན་མང་དག་ལ་རྨས་སྐྱོན་བཏང་བ་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་འཁྱོལ་ཆེན་པོ་ཡིན་པ་མ་ཟད་དེ་སྔོན་རྫས་སྦྱོར་གོ་མཚོན་འཕངས་པའི་གནས་ཚུལ་མང་དག་བྱུང་ཡོད་པ་རེད། ལྷག་པར་དུ་སྔར་ལོ་རྫས་སྦྱོར་གོ་མཚོན་འཕངས་པར་ཨ་རི་ཁོ་ནས་མེ་ཤུགས་འཕུར་མདེལ་གྲངས་ལྔ་ཅུ་ང་དགུ་འཕངས་ཏེ་གཏོར་སྐྱོན་གང་འཚམ་བཏང་བ་རེད། ཨ་མི་རི་ཀའི་སྲིད་འཛིན་རོ་ནལ་ཁྲམ་མཆོག་གིས་མྱུར་འཕྲིན་ཕྱི་བསྐྱལ་བཏང་སྟེ་ཉེན་བརྡ་སྔ་རྗེས་བཏང་གནང་བ་དང་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་དང་ཨི་རན་གཉིས་ཀྱིས་དུད་འགྲོ་ཨ་སཱད་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་ལས་ཁག་ཡོད་ཅེས་ཨ་རིའི་སྲིད་འཛིན་གྱི Twitter ཐོག་གསལ་བསྒྲགས་གནང་ཡོད་པ་རེད། དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་རྫས་སྦྱོར་གོ་མཚོན་གང་ཡོད་ཨུ་རུ་སུའི་སི་རི་ཡ་ནས་ཁྱེར་ཏེ་རྩ་མེད་བཟོ་རྒྱུའི་བོད་དོན་བྱུང་ཡོད་པ་རེད། འོན་ཀྱང་ད་ཆ་ཨུ་རུ་སུས་ཁས་ལེན་གནང་པ་ལྟར་ལག་བསྟར་འཐུས་ཚང་གནང་མེད་པ་ར་སྤྲོད་ཐུབ་ཀྱི་ཡོད་པ་རེད། དབྱིན་ཇིའི་སྲིད་བློན་ཐེ་རེ་ས་མེ་མཆོག་གིས་གྲོས་ཚོགས་ལྷན་ཚོགས་ནས་བཀའ་ཁྲོལ་ངང་སྒུག་མ་གནང་བར་མེ་ཤུགས་འཕུར་མདེལ་འཕེན་རྒྱུའི་བཀོད་ཁྱབ་བཏང་གནང་ཡོད་ཡོད་པ་ལྟར་དབྱིན་ཇིས་མེ་ཤུགས་འཕུར་མདེལ་འཕེལ་བཞིན་པ་རེད་ཕྱོགས་མཚུངས་ཧྥ་རན་སིའི་འཛིན Emmanuel Macron མཆོག་གིས་ཨ་རིའི་མཐུན་ཕྱོགས་ནང་ཞུགས་ཏེ་ཧྥ་རན་སིའི་ཐོག་དམག་དྲངས་ནས་མེ་ཤུགས་འཕུར་མདེལ་འཕེལ་བཞིན་པ་རེད། ཨ་རིའི་སྲིད་འཛིན་གྱི་ལྟོ་གོས་གཏོང་རྒྱུའི་ཉེན་བརྡ་བཏང་དང་གཏོང་བཞིན་པའི་ནའང་ཉིན་གྲངས་དྲུག་ཙམ་དུས་འགོར་བྱུང་ཡོད་སྟབས་སི་རི་ཡའི་དྲག་པོའི་རྟེན་གཞི་ཁག་གི་དམག་མི་དང་གོ་དོན་སོགས་ས་ཁུལ་གཞན་དུ་སྤོ་ཤུགས་ཐུབ་ཡོད་པས་ཐོབ་ཚབས་ཆེ་བ་བྱུང་མེད་ལུགས་སི་རི་ཡའི་གཞུང་འབྲེལ་མི་སྣས་འགྲེལ་བརྗོད་གནང་གི་ཡོད་རེད། འོན་ཀྱང་ཨ་མི་རི་ཀས་སི་རི་ཡའི་རྫས་སྦྱོར་གོ་མཚོན་གྱི་རྡོག་སྒྲ་གཙོ་བོ་དེ་གཏོར་རྒོལ་བཏང་ཟིན་པ་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་ནས་གསལ་བསྒྲགས་གནང་འདུག་སི་རི་ཡཱ་ནང་ཧང་ལ་ཨ་མི་རི་ཁ་དང་ཨ་མི་རི་ཀའི་མཐུན་ཕྱོགས་ཀྱི་མེ་ཤུགས་འཕུར་མདེལ་གཏོར་རྒོལ་བཏང་དང་གཏོང་བཞིན་པར་ཨུ་རུ་སུས་སྐྱོན་བརྗོད་གནང་བ་མ་ཟད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་མཛའ་གྲགས་ལྷན་ཚོགས་གནང་དགོས་པའི་འབོད་སྐྲུན་ཡང་བཏོན་ཡོད་པ་རེད། ལྷག་པར་དུ་རྒྱ་ནག་གིས་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་ཁག་གི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་བརྗོད་བྱུང་ལུགས་ཀྱི་སྐྱོན་བརྗོད་དང་གྲོས་མོལ་ལམ་ནས་དཀའ་རྙོག་སེལ་དགོས་པའི་འབོད་སྐུལ་གནང་འདུག་འོན་ཀྱང་ཁེ་ནེ་ཏའི་སྲིད་བློན་ཇེ་སི་ཁྲུ་ཁྲུ་ཡིས་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་ཀྱིས་སི་རི་ཡཱ་ནང་མེ་ཤུགས་འཕུར་མདེལ་གྱི་གཏོར་རྒོལ་གཏོང་བཞིན་པར་རྒྱབ་སྐྱོར་ཡོད་པའི་གསལ་བསྒྲགས་གནང་ཡོད་པ་མ་ཟད། ཨོ་སི་ཁྲུ་ལི་ཡ་རྒྱལ་ཁབ་ཀྱིས་ཀྱང་ཕྱོགས་མཚུངས་རྒྱབ་སྐྱོར་ཡོད་པའི་གསལ་བསྒྲགས་གནང་འདུག་ད་ལྟ་བ་ཤར་ཨ་སཱད་ཀྱིས་རྒྱལ་སྦྱོར་གོ་མཚོན་བཟོ་ཡུལ་ལ་སོགས་པའི་དམག་གི་རྟེན་གཞི་ཁག་ལ་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་ཀྱིས་མེ་ཤུགས་འཕུར་མདེལ་གྱི་གཏོར་རྒོལ་བཏང་དང་གཏོང་བཞིན་པ་རེད། སི་རི་ཡ་ནང་ལ་དམག་འཐབ་བྱུང་དང་འབྱུང་བཞིན་པའི་གནད་དོན་དང་འབྲེལ་བའི་ཐོག་ལ་བགྲོ་གླེང་ད་ག་མཚམས་འཇོག་ཞུས་པ་ཡིན། འབྲེལ་འཇུག་གནང་མཁན་སྐལ་བཟང་ལྷ་མོ་ལགས་རེད་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།

སྐྱེ་འགྲོ་སྤྱི་ཐུས་ལྷན་རྒྱས་ཀྱིས་བཟང་སྤྱོད་དང་བྱམས་བརྩེའི་འདུ་ཤེས་ན་གཞོན་འགྲོ་གསོ་སྐྱོང་བྱེད་མཁན་ཧ་ཅང་གལ་ཆེན་པོ་ཡིན་པ་དང་དུས་རབས་ཉིས་རྩ་གཅིག་པ་དེར་དུས་རབས་ཉི་ཤུ་ནང་ཟིང་ནོན་སྐྲུན་བཏང་ན་འགྲིག་གི་མ་རེད་ཅེས་བཀའ་སློབ་སྩལ་གནང་བའི་གནས་ཚུལ་འདུག། བན་འཇམ་གྱིས་ལྷུན་གྱིས་ཤེས་ན་ཡུལ་དཔལ་ཡོན་ལྡན་མི་རྣམ་པའི་ཆོས་ཚོགས་ཀྱི་ལོ་མང་བོད་དོན་ལ་རྒྱབ་སྐྱོར་གནང་མཁན་སྐུ་ཞབས Francis དགོངས་རྫོགས་གཞན་བསྟུན་གྲ་སྒྲིག་ཉིན་བན་འཇམ་སྐུ་ཚབ་དོན་གཅོད་ཕྱི་འཆར་གནང་ཡོད་པར Brussels བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་གནས་ཚུལ་སྤེལ་འདུག། ལྗང་ཀོ་རི་ཡའི་རྡུལ་དྲོན་གོ་མཚོན་གྱི་དཀའ་རྙོག་དང་དེ་བཞིན་འཛམ་གླིང་ནང་ཚོང་འབྲེལ་གྱི་འཐབ་རྩོད་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་འདིར་ནམ་རྒྱུན་ནས་མ་འཆམ་པའི་རྒྱ་ནག་དང་ཉི་ཧོང་བར་འབྲེལ་ལམ་བསྐྱར་གསོ་གནང་གི་ཡོད་པའི་རྣམ་པར་རྒྱ་ནག་གི་སྲིད་བློན་ཝང་ཡིས་ཉི་ཧོང་ནང་ཉིན་གསུམ་རིང་གཟིགས་སྐོར་དུ་ཕེབས་སྐབས་སྲིད་བློན་ཨ་བྷེ་སོགས་ལ་མཇལ་འཕྲད་ཀྱིས་འགྲིག་འཇགས་ཀྱི་ཁོར་ཡུག་བསྐྲུན་གྱི་ཡོད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་བཙོན་འཇུག་ལོ་བདུན་བྱ་རྒྱུའི་ཐག་གཅོད་བྱས་པའི་རྒྱལ་རིགས་ཡེ་ཤུའི་ཆོས་འཕེལ་བ་སྐུ་ཞབས་ཚའོ་ཡི་བུ། ཁོང་གི་པཱ་ལགས་ཀྱིས་ཆབ་སྲིད་དང་འབྲེལ་བའི་ནག་ཉེས་བསགས་མེད་སྟབས་ཁོང་གི་ཉེས་ཆད་ཡང་རུ་གཏང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན་མཆོག་ཞོགས་ཀ་རྡ་རམ་ས་ལ་ཧི་མ་ཅལ་མངའ་སྡེའི་ཉིན་མོ་བདུན་ཅུ་དོན་བཅུ་པ་སྲུང་བརྩིའི་མཛད་སྒོར་མཉམ་ཞུགས་གནང་འདུག། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་གསང་མྱུལ་གནས་ཚུལ་བརྡ་ལེན་བྱེད་སའི་དྲ་རྒྱ་གསར་བའི་མགོ་བཙུགས་ཡོད་པའི་གནས་ཚུལ་ཐོན་འདུག།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་སློབ་གླིང་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཚར་བ་ཡིན། ལས་རིམ་སྐུ་ཕྲེང་ནགས་ཀྱི་སྐལ་བཟང་ལྷ་མོ་ལགས་དང་ཁྲི་སྟོང་ཕྱི་རོལ་ནགས་ཀྱི་འདོད་མེད་ལགས། ལས་རིམ་ངོ་སྤྲོད་དང་གསང་རྒྱུའི་སྙན་སྒྲོན་ཞུ་མཁན་ང་ཁམས་རྒྱ་མཚོ་དང།